ལགས་སོ། དེ་ནས་ས་རྡོ་དབུ་མའི་གླིང་ན་བཞུགས་པའི་དེ་རིང་ཁེ་ལྷོ་དགེ་བའི་ཞིང་ནས་ཡོང་ལ་མཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས། ད་ལྟའི་གཞུང་ཀུན་མཁྱེན་མ་ཕུ་རྒྱ་མཚོ་དགོངས་པ་ཆོས་ཡུས་སུ་བསྡུ་བའི་དགེ་བསྐྲི་ཚེ་ཁྱད་པར་བྱེད་དེའི་ཉོན་མོངས་དེ་ལ་དེ་ནས་གར་ཟེར་དགོ་ང་ཚོ་ཁ་སྔོན་ནས་དེ་ནས་བསོད་ནམས་གྲགས་པ་དགེ་བསོད་ནམས་གྲགས་པ་ཁོང་གིས་ཁོང་གི་ས་རྡོ་དབུ་མའི་གླིང་ཚོགས་པ་ཟེར་དེའི་ནང་ལོགས་ལ། སྔ་འགྱུར་གྱི་གཞུང་ནས་ལྟ་བའི་དགག་བཞག་གི་རིམ་པ་གྱི་སྐོར་ཞིག་མདོར་ན་ད་མདོར་ན་དབུ་མ་དང་འབྲེལ་བའི་སྐོར་གར་བྱེད་ཡིན་ནི་ཞུ་ཐུབ་ན་ཡག་པོ་འདུག་ཟེར་ནས་ཁོང་གིས་རེ་སྐུལ་གནང་བ་ནང་བཞིན་དུ། ད་དེ་རིང་འདི་ནས་མ་ང་རང་གིས་ད་ཏོག་ཙམ་སྔ་འགྱུར་གྱི་གཞུང་ནས་ད་ལྟ་བའི་དགག་བཞག་གི་རིམ་པ་བཞག་སྟངས་དེ་ང་རང་གི་ངོས་ནས་གོ་བ་ལེན་སྟངས་ཀྱི་མི་འདྲ་བ་ག་འདྲའི་འདྲ་ཆེ་ཡིན་མིན་དང་དེ་ནང་བཞིན་དུ་ད་གཙོ་བོ། གཙོ་བོ་སངས་རྒྱས་བཅོམ་ལྡན་འདས་ཀྱི་གསང་རྒྱ་ཡི་བཀའ་དང་ནི་རྗེས་འཇུག་མཁས་པའི་བསྟན་བཅོས་དེ་ནང་བཞིན་དུ་སྔ་འགྱུར་གྱི་ཕྱོགས་ཀྱི་མཁས་པ་དེ་ཚོ་གསང་སྟོང་གི་རིམ་པ་ལྟ་དེ་དག་ལ་སྦྱར་ནས་ད་དུང་བོ་ཐོག་མར་འདི་ནས་དང་པོ་ལྟ་བའི་བྱུང་རིམ་འདྲ་བོ་གཅིག་ལྟ་བའི་བྱུང་རིམ་འདྲ་བོ་གཅིག་བསྡུས་བསྡུས་ཙམ་མ་ཞུ་བ་གཅིག་དང་དེ་ནས། རྟ་ཡིག་གི་དགག་བྱ་རིམ་པ་དངོས་ཀྱི་སྒོ་ནས་བཤད་སྟངས་ཀྱི་རིམ་པ་སྤྱི་དང་དེ་ནི་རྟ་ཡིག་གོ་ས་ཟེར་ནས་ད་དེ་འབྲེལ་གྱི་རིམ་པ་མི་འདྲ་བ་གསུམ་འདྲ་བ་གཅིག་སྒོ་ནས་མ་ཤེས་པ་ཡིན། དེ་ཡིན་དུས་ད་ཐོག་མར་ང་ཚོ་ནི་རྟ་ཡིག་གི་དགག་བྱ་ཟེར་ན་འདྲ་དང་པོ་དེ་ཡག་པོ་གྱིས་མགོ་ཚོས་ལ་དང་པོ་རྟ་བ་ཟེར་གི་རྟ་བའི་བྱང་སྟངས་ཀྱི་རིམ་པ་འདི་ལྟ་བའི་གི་དགག་བཞག་ཟེར་ན་འདྲ་འདི་དགག་བཞག་བཞག་སྟོང་གི་ཞུམ་པ་ལ་སོགས་པ་འདི་ཐོག་མར་ག་འདྲིས་སུ་བྱུང་རེད་ཟེར་ང་ཚོ་ད་དུས་དོགས་པ་རེད་བ། དེ་ཡིན་གྱི་བསམ་པ། ད་ཐོག་མར་རྫོགས་པའི་སངས་རྒྱས་སྐྱོན་འདི་འདེགས་གི་ཡམ་རྒྱལ་འབྲི་རྒྱུ་གསུམ་དེ་ཚོ་ནང་ག་རུ་སོང་རེད་ཟེར་ན་ནི། ཞེ་བཞི་སྟོང་ཕྲག་བརྒྱད་པ་ནང་ལ་རང་འཇོག་གཞན་ཡང་དངོས་པོ་ནི་དངོས་པོས་སྟོང་ངོ་དངོས་པོ་མེད་པ་ནི་དངོས་པོ་མེད་པས་སྟོང་ངོ། རང་བཞིན་ནི་རང་བཞིན་གྱིས་སྟོང་ངོ་གཞན་གྱི་དངོས་པོ་ནི་གཞན་གྱི་དངོས་པོས་སྟོང་ངོ་ཟེར་ནས། རྫོགས་པའི་སངས་རྒྱས་སྐྱོན་འདི་འདེགས་གི་ཡོད་རྒྱལ་འབྲི་རྒྱུ་གསུམ་ནང་ལ་དེ་དང་མཐུན་པའི་གི་ལྟ།

དབུས་མི་ཞིག་སྟེ་སྲོན་རྗེ་པ་ཆེན་པོར་བ་ཁོང་དི་ར་ནི་པའི་སྐབས་སུ་ཕེབས་ནས་དབུ་མ་རིག་པའི་ཚོགས་སྤྲུལ་ལ་སོགས་པ་མཛད། དེའི་ནང་གཙོ་བོ་ནོར་ལོངས་ནི་ད་རྩ་བ་ཤི་ར་ནོར་ལ་བདག་ལས་མ་ཡིན་གཞན་ལས་མ་ནི་ལས་མ་ཡིན་རྒྱུ་མེད་མོད་དངོས་པོ་གང་དང་གང་ན་ཡང་སྐྱེ་བ་ནང་ཡང་ཡོད་མ་ཡིན་ཟེར་ནས་མཐའ་བཞི་སྐྱེ་འགོག་གི་རིམ་པ་ལ་སོགས་པའི་སྒོ་ནས་ནི། སངས་རྒྱས་སྐྱོན་ལྡན་འདས་ཡོད་རྒྱན་འབྲིང་བཅུ་གསུམ་གྱི་དངོས་སྟེ་སྟོང་ཉིད་ཀྱི་རིམ་པ་ལ་སོགས་པ་བཀྲལ། དེ་ནས་ཀར་སེ་རི་སྒོ་དེ་དང་རྗེས་སུ་མཐུན་པར་བྱས་ནས་ཀར་སེ་རི་སྔ་འགྱུར་གྱི་གཞུང་ནས་ཡང་དཔེར་ན་རྩྭ་ཆུ་སྲུང་བ་ནི་བུ་དེ་ཚོ་ནི་ད་ལྟ་དབུ་མ་རྩ་བ་ཞིག་ར་འགོག་གི་མཆོད་བརྗོད་དང་མཐུན་པ་དཔེར་ན་གང་གི་རྟེན་ཅིང་འབྲེལ་བ་འཇུག་འགག་པ་མེད་པར་སྐྱེ་མེད་པ་ཟེར་ནས་འགག་སོགས་རྗེས་ལ་སོགས་པ་རིམ་པ་དེ་དང་མཐུན་པར་བྱས་ནས་རྩྭ་ཆུ་སྲུང་བ་ནི་བུ་དེ་ཚོ་ནང་ལ་ག་འདྲི་ཡོད་རེད་ཟེར་ན་ནི།

རྩ་བ་ཤེས་ར་དོ་གཅིག་པ་ཅི་ཅང་ཅི་ནས་རྩ་བ་ཨ་ནི་ཡའི་རྩ་རྒྱུ་སོང་བ་གཉིས་པོ་དེ་ཚོང་ལ་ཨ་ཐུགས་སུ་བྱས་ནས་རིམ་པར་ཤེས་བས་རེད། དད་དང་རྗེས་སུ་མཐུན་པར་བྱས་ནས་ཨོ་རྒྱན་ཆེན་པོ་ཞག་ལྔ་ནས་མཛད་པའི་མན་ངག་ལྟ་བའི་འཁྲིལ་བ་ཟེར་བ་ཞིག་ཡོད་རེད་བ། མན་ངག་ལྟ་བའི་འཁྲིལ་བ་ནང་ལུང་ལ་ག་རེ་ཡོད་རེད་ཟེར་ན་ཆོས་ཐམས་ཅད་ནི་ངོ་བོ་ཉིད་ཀྱིས་སྟོང་པའོ་ཆོས་ཐམས་ཅད་ནི་གདོད་མ་ནས་རྣམ་པར་དག་པའོ་ཆོས་ཐམས་ཅད་ནི་དབྱངས་ཀྱི་འོག་སའོ་ཆོས་ཐམས་ཅད་ནི་རང་བཞིན་གྱིས་མྱ་ངན་ལས་འདས་པའོ་ཆོས་ཐམས་ཅད་ནི་མངོན་པར་སངས་རྒྱས་པའོ་ཟེར་ནས། རྡོ་རྗེ་དགོངས་བཅས་ཀྱི་ཚིག་དང་མཐུན་པ་བྱས་ནས་ཕྱི་མ་ཇི་བཞིན་དུས་སུ་ལོངས་སྤྱད་བྱས་ནས་མདོར་ན། གར་སེར་གོང་མའི་སྔར་ལྟར་འཁྲིག་གི་རིམ་པ་ལ་སོགས་པ་དུས་སྣང་ལུང་ལ་ཡང་ཡང་རྗེས་འདྲིས་རྒྱུ་སོགས་ནས་བཤད་པའི་དངོས་སྟེ་སྟོང་ལས་ཀྱི་རིམ་པ་དེ་ཕྱི་མ་ཇི་བཞིན་བྱས་ནས་རིམ་པ་གཅིག། དེ་ནས་གར་སེར་སྒོ་ད་དུང་ཨོ་རྒྱན་རིན་པོ་ཆེས་མཛད་པའི་མདོ་སྔགས་ཐུན་མོང་གི་ལོ་རིམ། གར་སེར་མདོ་སྔགས་ཐུན་མོང་གི་ལམ་རིམ་ཆེས་སྤོང་པ་ཟད་ཅིག་བར་བ་དེའི་ནང་ལ་གར་སོང་བས་སེར་སྣ་ནི་རང་བཞུགས་ངོ་བོ་ཉིད་ཀྱི་གཞི་རང་བཞིན་སྐྱེ་མེད་སྟོང་པར་གནས། རོ་འགག་མེད་སྣང་བ། འོག་ནས་མེ་མཐའ་བཀྲལ་ལོ་ཟེར་ནས་ནི་གར་ཟེར་གྱི་སྟོང་ཉིད་ཀྱི་སྟན་སྟོང་གི་རིམ་པ་མི་འདྲ་བར་ལྔ་འདྲ་བ་གྱིས་བཀའི་ནང་ལ་ག་རེ་ཡོད་རེད་ཟེར་ན་དེ་ལ་ལྔ་སྟེ། ད་ལྟ་རིན་ཆེན་སྤུངས་པ་ནང་ལ་རང་སྟོང་དང་ཡེ་སྟོང་རང་བཞིན་གྱི་སྟོང་སྐུའི་སྟོང་སྙོམས་པར་སྟོང་པའོ་ཟེར་ནས་སྟོང་ཉིད་ཀྱི་སྟན་སྟོང་རིམ་པ་འདྲ་གྱིས་མ་སོང་ན་ལྔ་འདྲ་བ་གྱིས། དེ་ཡང་རང་སྟོང་གི་དོན་ཟེར་དེ་ག་འདྲའི་འདྲ་བོ་ཅི་རེད་ཟེར་ན་རང་སྟོང་དཔེ་ཡོད་མེད་པ་དེ་རྟག་པའི་ཆོས་སུ་ཡང་མི་འདོད་ལ་ཟེར་འགྲོ་གི་ཁོ་ཁོ་རང་གི་སྟོང་ཟེར་དེ་དག་རང་ཞེས་པ་ན་གཅིག་དེ་ནས་ཡས་སྟོང་ཟེར་སྐབས་སུ་ཡས་སྟོང་པའི་གློ་བུར་དུ་བྱུང་བ་མ་ཡིན་པ་གདོད་མ་ནས་སྟོང་པ་ཟེར་དེ་ལས་གོ་དགོས་རེད་ཟེར་འདྲ་བོ་དང་ཨ་ནི་རང་བཞིན་གྱིས་སྟོང་ཟེར་དེ་གི་སུས་ཀྱང་ཤེས་པ་མ་ཡིན་པ་གར་ཟེར་དགོས་ཤིག་ཁོ་རང་གི་སྟོང་པ་དེ་ལ་རང་བཞིན་གྱིས་སྟོང་ཟེར་འདྲ་བོ་དང་ཀུན་སྟོང་ཟེར་དེ་ཉིན་བརྩེ་བའི་སྟོང་པ་མིན་ཏེ་ཆོས་སྐུ་ཐམས་ཅད་ཀྱི་ཆོས་ཉིད་དོ་ཟེར་བའི་སྐབས་སུ་མི་ནི། ཉིན་བརྩེའི་སྟོང་པ་མི་གཏད་ཅེས་ཅི་ཟེར་ཡང་ནང་བཞིན་དུ་ཉིན་བརྩེ་བའི་སྟོང་པ་ཙམ་མི་གཏད་པ་འདི་ཚོ་བཤད་གི་ཡོད་ནའང་དེ་དང་མི་འདྲ་བར་ཆོས་ཐམས་ཅད་ཀྱི་ངོ་བོ་སྟོང་པ་བ་ད་གཏན་སྟོང་གི་རིམ་པ་གཅིག་དང། དེ་ནང་བཞིན་དུ་ཉམས་པར་སྟོང་པ་རོ་གཅིག་པས་གཟུང་ངེས་མེད་པ་ཟེར་ནས་དེ་འདྲིས་ཀྱི་གཏན་སྟོང་རིམ་པ་ལྔའི་སྒོ་ནས་གཅིག་བཤད། དེའི་འོག་ཏུ་དེ་ལ། སྣང་བ་སྤངས་པའི་སྟོང་པའམ་སྟོང་པ་སྤངས་པའི་སྣང་བ་མིན་ཏེ་སྣང་བ་ནི་སྟོང་པ་སྟོང་པ་ནི་སྣང་བ་དེ་ཡང་གཉིས་གཉིས་སུ་མེད་པས་གཉིས་མེད་གཉིས་མེད་ལ་བཅིངས་པ་མེད་པའི་རང་གྲོལ་ཆེན་པོ་སའི་སྐབས་སུ་རྫོགས་ཆེན་ཀ་དག་གི། སྟོང་ཉིད་ཀྱི་རིམ་པ་ཞེས་སྟོང་དེ་རྩ་བ་ཤེས་རབ་རྡོ་གཅིག་པ་ཅེས་བྱས་ནས་གང་སྟོང་པ་ཞེས་པ་དེ་རྩ་བ་ཤེས་རབ་རྡོ་གཅིག་པ་ཅི་ཕྱོགས་ཀྱི་ནི་ཞེས་སྟོང་རིམ་པ་དེ་ཨོ་རྒྱན་ཆེན་པོ་ནས་བཟུང་སྟེ་དུས་སུ་རེ་འདོད་དེ་ནི་རིམ་པས་བྱས་ནས། དུས་རབས་བཅུ་གཅིག་པ་གི་དཔྱིད་དམག་འདྲ་བོ་དེ་དཔལ་ནང་ཕྱི་ལོ་ཆིག་སྟོང་བརྒྱ་མེད་བཞི་བཅུ་ཞེ་གཉིས་དང་ཆིག་སྟོང་བཅིས་བརྒྱ་སོ་གཉིས་སོ་དྲུག་ཚུ་བར་དུ་བཞུགས་རེད་ཟེར་བའི་རེ་བ་རང་བཟོ་མ་དཔེ་འདི་ལྟར་དུས་ཀྱི་མཛེས་པའི་རྟགས་དེ་ནི་མན་ངག་གཏམ་ཁྲིད་ཀྱི་འགྲེལ་བ་དང་དེ་ནི་ཐལ་ཆེ་ཚུལ་འཇུག་ད་དེ་ཚོ་ནང་ལ་ད་ག་རང་སྐྱིད་པ་སྐྱིད་སྐྱོང་བྱས་ནས་ད་ཐལ་ཆེ་ཚུལ་འཇུག་ནང་ལ་དཀར་ཟེར་དགོས་ཐག་པ་དང་སྤུ་ཉག་ལ་བཞག་ནས་སྟོང་པ་ནས་སྒྲིབ་སྟོང་གི་རིམ་པ་བསྟན་དཀར་ཟེར་དགོས་པར་བདེན། འཕགས་པ་ལྷ་ཚེ་དང་པར་ཏེ་མར་ཚེ་དང་འཕགས་པ་ལྷ་གོས་བརླག་པའི་ཚད་ཀྱི་འོ་མ་བསྲེགས། ད་དེའི་ཚོགས་དང་གཅིག་པ་ཅི་བརྗོད་བྱས་ནས། སྟོང་ཉིད་ཀྱི་སྟན་སྟོང་གི་རིམ་པ་ཅིའི་ཕྱིར། དེའི་ནང་བཞིན་དུ་དེའི་གིས་མཐའི་སྡོམ་འདྲ་བོ་བྱས། དེ་ནས་ཐེག་ཆེན་ཚུན་ཆོད་ནང་ལ་ག་རེ་གསུངས་རེད་ཟེར་ན་ནི། གང་ཞིག་སྟོང་ཆོས་གང་གིས་སྟོང་སུ་ཡིས་སྟོང་པ་དེ་སྒྲུབ་པར་བྱ་བའི་ཆོས་གང་ཡང་མེད་པར་རྟོགས་པ་ན་དོན་ཐམས་ཅད་མེད་པར་མགོ་སྙོམ་མོ་ཟེར་ནས་ད་མདོར་ན། མགོ་སྙོམ་བཞི་ཟེར་ད་འདི་སྔ་འགྱུར་གྱི་ཕྱོགས་ནས་ཧ་ལས་བ་སྐད་གྲགས་ཆེན་པོ་རེད། ཐེག་ཆེན་ཚུལ་འཇུག་ནང་ད་ཐུན་མོང་མ་ཡིན་པའི་གདམས་གྲགས་ཀྱིས་མ་སོང་ན་བཞི་བརྒྱ་ཡོད་རེད་ག་རེ་རེད་ཟེར་ན་དོན་ཐམས་ཅད་མེད་པར་མགོ་སྙོམ་མོ། བློ་ཐམས་ཅད་འཁྲུལ་བར་མགོ་སྙོམ་མོ། འཁྲུལ་བ་ཐམས་ཅད་ཇི་ལྟར་སྣང་བ་དེ་ལྟ་མ་ཡིན་པར་མགོ་སྙོམ་མོ། དེ་ལྟ་མ་ཡིན་པ་ཐམས་ཅད་དེ་ཡི་བདག་ནི་ཐོབ་པར་མེད་པར་མགོ་སྙོམ་མོ། བདག་ནི་ཐོབ་པ་མེད་པར་གྱུར་ན་དོན་དུ་བློ་གཉིས་ཀ། ལགས། མཚན་ཉིད་དགུ་མི་སྙོམས་པ་མེད་དོ་ཟེར་ནས། ཨོ་དུས་སུ་བྱིན་ནི་མགོ་སྙོམས་སྔགས་ཀྱི་སྒོ་ནས་གར་ཟེར་སྒོ་ཐལ་བྱེད་ཚུར་འཇུག་གི་སྐབས་སུ་རིམ་པ་དུས་སུ་བྱིན་ནི་གཅིག་སྟེ་དེའི་རྗེས་སུ་རྟགས་ཀུན་རྗེས་གླང་ཆེན་རང་བྱོན། ཕྱི་ལོ་གཅིག་སྟོང་སུམ་བརྒྱ་བརྒྱད། དང་ཕྱི་ལོ་གཅིག་སྟོང་སུམ་བརྒྱ་ལྔ་བཅུ་ལྔ་བཞི་ཟེར་རེད་ད་དགུང་ལོ་འཕར་ཆེད་ལྔ་བཅུ་ལྷག་ཙམ་མ་གཏོགས་བཞུགས་ཡོང་མ་རེད་ཀུན་གྱི་ཆེན་པོ་དགུ་ལོ་ང་ཉིད་ཆུང་ཆུང་ག་ནས་ད་སྐུ་མྱ་ངན་ལས་འདས་ཞག་འདི་བ་དུས་ཀྱི་མཛད་པའི་དང་ཡུལ་གཞི་རིན་པོ་ཆེ་མཛོད་ལེགས་ཡུལ་ཅི་ནུས་པ་དེ་ཚོང་ནང་ལོག་གར་སོང་རེད་ཟེར་ན་རང་རྗེས་དད་པའི་བདེན་གནས་ཡེ་བ་ཡི་ཆོས་རྣམས་ཡོད་མེད་སྤྲུལ་པའི་རང་དགོངས་ཀྱིས་ཟེར་ནས་ཆོས་ཀུན་རྟེན་འབྲེལ་སྟོང་ཉིད་རང་བཞིན་མེད་བདེན་གནས་ཕྱི་མ་མཐའ་དགྲ་གཉིས་བསྒོམས་ནས་ལམ་དང་འབྲེལ་བའི་ཆོས་རྣམས་ཐབས་ཤེས་ཤེས་ཟེར་ནས་ཨོ་ཀུན་གྱི་ཆེན་པོ་གི་བསྟན་ཡང་དགོངས་པ་ལྷུ་སྒྲུབ་དགོས་གསུངས་འདུག་རྗེས་སུ་མཐུན་པ་བྱས་ནས་ཡུལ་གཞི་མཛོད་དང་སྤྲིན་མཐའ་མཛོད། མཚན་ཉིད་སྣ་ཚོགས་ལ་སོགས་ནི་དེ་དང་མཐུན་པར་བགྱིད་ན་ཅིའི་བརྟེན། དེའི་རྗེས་སུ་ད་ལྟ་དུས་རབས་བཅོ་བརྒྱད་པ་གི་དེང་རིག་གི་ནང་ལ་དངོས་སུ་ཕེབས་པའི་ཀུན་མཁྱེན་མ་བུ་རྒྱ་མཚོ་གི་ངེས་ཤེས་རིན་པོ་ཆེའི་སྒྲོན་མེའི་ནང་ལོགས་ལ་ཡང་བཟང་སྤྱོད་ཡེ་ཤེས་ཆེན་པོའི་ངོར་མེད་ཀྱི་དགག་བཞག་དཀའ་ཕྱིར་དུ་མེད་ཀྱང་དོགས་ན་མ་ཡིན་ཞེས་དེ་ཉིད་བློ་ཡིས་བརྟགས་པ་ཚུར་འདོན་ལ་ནི་དགག་མཁན་མི་ལས་དགག་དྲང་ནི་དོགས་བྲལ་བ་ཡི་བློ་འདི་གདོད་མའི་ཆོས་ཉིད་ཡིན་ཟེར་ནས་རྩ་བ་ཞི་རགས་ཀྱི་དངོས་གཞི་སྟོང་ཉིད། དུས་སུ་བྱིན་ནས་དངོས་ཏེ་སྟོང་ཉིད་ཀྱི་རིམ་པ་ཞེས་དོགས་གཅིག་མཛད། ཕྱིར་སྔ་འགྱུར་དགུ་ཤོ་ནི་དུས་སུ། གར་སེར་སྒོ་རྟ་བའི་རྗེས་གཞུང་ཆེན་མོ་ཟེར་ནས་ལོ་ཙཱ་བ། ནི་གར་སེར་སྒོ། ཀ་བ་པར་ཙི། ཀ་བ་པར་ཙི་རུ་བ་ཁོང་གིས་མཛད་བཞག་པའི་དབུ་མེད་ཀྱི་གཞུང་ཅི་ཡོད་རེད་ཡིན་ན་ཡང་ད་དེའི་ནང་གི་དངོས་སུ་བསྟན་བཞག་པ་དེ་ཚོ་གཙོ་བོ་ད་དབུ་མ་རང་རྒྱུད་པ་ལྟར་དུ་བཤད་ཡོད་མ་གཏོགས་དེའི་སྐབས་སུ་ཐང་འགྱུར་བ་ཟེར་ནས་ཧ་ལས་པ་གྲགས་པ་དེ་འདྲའི་ཤུགས་ཆེན་པོ་ཡོད་ས་མ་རེད། སྐབས་དེ་ཡི་སྐབས་སུ་ཇི་ཏོག་པ་དེ་ཟླ་བས་གྲགས་པའི་གཞུང་ཆ་ཚང་བསྒྱུར་ཟེར་ནས་དེ་འདྲའི་དངོས་སུ་གྲགས་ཡོད་མེད་ན་ཡང་ད་རིག་པ་དྲུག་གཅིག་པའི་འགྲེལ་བ་ལ་སོགས་པ་དངོས་སུ་བསྒྱུར་ཡོད་པ་དེ་དེ་གསལ་བོ་ཡིན་ས་རེད། དེའི་རྗེས་སུ་རང་སྲོང་མ་དཔལ་འབྲི་སྟག་གིས་དུས་རབས་བཅུ་གཅིག་པ་ནང་ལོགས་ལ། གར་ཟེར་དགོས་ད་རང་རྒྱལ་བོད་ཀྱི་ལྟ་བ་ལས་ཆེད་དུ་འཕགས་པ་རབ་ཏུ་མི་གནས་པའི་དབུ་མ་ཟེར་བའི་སྐད་ཆ་ཅིག་བཤད་ཀྱི་འདུག་ད་དེ་ལ་མཐའ་འགྱུར་བ་ཟེར་ཐ་སྙད་རྒྱག་རིགས་མི་འདུག་མ་གཏོགས་དོན་ལ་མཐའ་འགྱུར་བ་དང་དགོངས་པ་གཅིག་པ་གཅིག་རྐྱང་འདྲ་བའི་ཕྱིར་རོ། གར་སོང་དུས་ཟེར་ན་རང་སོང་མ་དཔེར་ན་བདག་གི་སོང་དེའི་ནང་ལོགས་ལ། རབ་ཏུ་ཤིན་ཏུ་མི་གནས་པ་ན་ཆོས་ཐམས་ཅད་ལ་མེད་དོ་བདག་དང་ཐ་སྙད་ཀྱི་མཚན་ནི་སྣ་ཚོགས་སུ་བསྟན་ཅིང་རྣམ་པར་གཞག་ཅིང། རྣམ་པར་གཞག་ཅིང་ཇི་ལྟ་བའི་མཚན་ཉིད་དུའང་གནས་པ་མི་འགྲུབ་སྟེ་རགས་པ་ཨ་ཕྱེད་ཀྱི་རྗེས་མཐའ་ན་རབ་ཏུ་ཕྲ་བ་ཞིགའམ་ཤིན་ཏུ་ཟབ་པའི་གནས་གཅིག་ཡང་མི་གནས་མི་བརྟན་པས་རགས་ཏུ་ཤིན་ཏུ་མི་གནས་པ་ཞེས་བྱ་བའོ་སོང་དེས་དབུ་མ་ཐལ་འགྱུར་བ་དང་དགོངས་པ་གཅིག་པ་གཅིག་ཀྱང་བྱིན་ནས་བཤད་དགོས། ཕྱིས་དུས་རབས་བཞི་པའི་སྐབས་སུ་རྫོགས་པ་ཆེན་པོ་དགུ་རྡོ་རྗེ་མན་ངག་རྒྱ་མཚོ་ཞེས་དང་དེ་ཉིད་བཙུན་པ་དཔའ་ཡུམ་དང། སྔགས་ཀྱི་སངས་རྒྱས་ཡེ་ཤེས་དང་རྒྱལ་པོ་སྙན་ངག་ལ་སོགས་ཀྱི་གསུང་རབ་ཀྱི་ཚོགས་རྣམས་རྟ་ཡི་སྐ་སྲི་ཀ་དག་སྟོང་ཉིད་ཀྱི་རིམ་པ་ཧ་ཅང་གི་གསལ་བོ་ཆེ་ནས་གསུངས་ཡོད་རེད་རེ་བ་ཀ་དག་སྟོང་ཉིད་ཀྱི་རིམ་པ་དེ་ཚོ་སྟེ་དབུ་མ་ཐང་འགྱུར་བ་གྱི་རྩ་བ་ཤེས་རབ་དང་གར་གསལ་རེ་གོ་དབུ་མ་འཇུག་པ་དང་ཚིག་གསལ་ལ་སོགས་པ་ནི་ཇི་ལྟར་བསྟན་པ་ལས་ལོགས་ཀ་གཅིག་གང་ཡང་ཡོད་མ་རེད་རེ་བ་ངོ་ཐུགས་སུ་ཆུད་དེ། ཞེས་སྔ་འགྱུར་གྱི་ཕྱོགས་ནས་ད་དབུ་མ་ཐལ་འགྱུར་བ་དང་རང་རྒྱུད་པ་ཚོས་ཐལ་ཉེ་དུ་དེའི་སྐབས་སུ་དམིགས་ས་མེད་ན་ཡང་ནི་དབུ་མ་ཐལ་འགྱུར་བའི་གྱི་ལྟ་བ་དེ་ཇི་མ་ཇི་བཞིན་དེའི་སྐབས་སུ་ས་ཁ་མཛད་ཚར་ཤཱས་རི་བ། བདུད་སི་རེད། དེ་ནང་བཞིན་དུ་དེ་ནས་རྗེས་སུ་ཀར་སི་རེ་དགོ་དུས་རབས་བཅུ་གཅིག་པ་ནང་ལ་གཞི་ནས་དཔག་ཚད་ཉི་མ་གྲགས་པ་ཕལ་ནས་རྩ་འགྱུར་བཞི་གསུམ་འདི་ཚོ་དཔེ་ཁ་བ་བྱེད་ལ་བསྒྱུར་ནས་གཞི་ནས་དབུ་མ་རང་རྒྱུད་པ་དང་ཐལ་འགྱུར་བ་ཚོས་དམིགས་ས་གི་ནི་གྲགས་པ་ཤུགས་ཆེན་པོ་འབར་དེ་དེ་འདྲའི་འདྲ་བོ་ཞིག་བྱུང་རེད་མ་གཏོགས། དེ་ནི་དངོས་གནས་བཤད་སྟོང་བ་མ་རང་གྱི་བར་དུ་མཐའ་འགྱུར་བ་ལ་སོགས་པའི་གི་དོན་ཏེ་ཕྱི་མ་ཅི་བཞག་ནས་ས་ཁ་ནས་མཛེས་བཞག་འདུས་ད་ལྟ་རང་རྒྱུད་པ་ཟེ་གི་ནི་གར་ཟེར་གོ་གསུང་རབ་ཏུ་དེའི་སྐབས་སུ་ནི་ཡོད་རེད་ད་ཡིན་ན་ཡང་ཀ་དེའི་སྐབས་སུ་རང་རྒྱུད་པའི་གི་གསུང་རབ་ཀྱི་ཚུལ་ཡོད་ན་ཡང་ཁོ་ཚོ་ལ་རང་རྒྱུད་པ་ཟེར་ནས་དེ་འདྲའི་ཐ་སྙད་རྒྱལ་བའི་སྟེ་ང་འགྱུར་གི་སྐབས་སུ་ཡོད་ས་མ་རེད། ཕྱིས་སུ་རྫ་ཡ་ཨ་ནུ་དག་གི་གསུང་དེའི་ཚུལ་ནང་ནི་འོ་མ་རང་རྒྱུད་པ་དང་མཐའ་འགྱུར་བ་ཟེར་ཐ་སྙད་ཁ་ཤས་ཀྱིས་ལས་དབང་གི་རྡོ་བ། ཤེལ་སྟོང་ལོང་ཡིན་དུས་ཡང་ཚེ་སྒོ་ཡ་ཞིག་ལ་པིར་སྟོད་རིན་པོ་ཆེ་འདི་ཚོ་འཛག་ཨ་ནི་ད་གི་སོང་མ་འཇའ་ཚེ་སྒོ་ཡིན་ན་ཡང་ན་པིར་སྟོད་རིན་པོ་ཆེ་འདི་ཚོ་འཛག་ཡ་ཨ་ནི་ད་གི་སོང་སྟེ་འཛག་ཡ་ཨ་ནི་ད་གི་སོང་དུ་རྒྱ་གར་དཔལ་ཁྲི་ད་གི་སོང་ཡིན་པ་ཁས་མི་ལེན། དེ་ཧ་གོ་མི་འདོད་རེད་བ། གལ་སྲིད། ངས། དཔེར་ན་རྒྱལ་བདག་ནི་ཆེན་པོ་འདི་ཚོ་ཡང་ལོ་རིམ་འདི་ཚོ་སོང་སྟོང་ནས་འོ་མ་རང་གི་བར་དུ་ཐ་འགྱུར་བའི་ཐ་སྙད་དེ་འབྲི་མི་འདོད་ཟེར་ཡ་འདྲ་བ་དེ་འདྲས་སོང་ཡོད་རེད། ད་རྗེ་རིན་པོ་ཆེ་དེ་ཚོ་ཡང་རྫ་ཨ་ནི་ཏག་སོང་ར་དེ་མཐོང་ཡོང་མ་རེད་ཟེར་ན་གཏན་ནས་འགྲིག་གི་མ་རེད་ག་རེ་ཟེར་ན་ཨོ་མ་དགོངས་པ་ར་ས་དེ་ཚོ་ནང་རྫ་ཨ་ནི་ཏག་གི་སོང་དེ་ཚོ་མཐའི་ཕྱོགས་སུ་བཟུང་ཡ་དེ་ཚོ་མཐའི་ཕྱོགས་སུ་བཟང་དགག་པ་རྒྱག་དགོ་ཡ་དེ་ཚོ་ལ་དགག་པ་རྒྱག་ནས་དུས་ཀྱི་ནས་རིམ་པ་བཞིན་དུ་མ་འགྲོ་ཡོད་རེད་གཏན་དེ་སོང་པ་ལ་དེ་ཚོ་ནང་ལོག་ལ་དེ་ཚོ་ནང་ལོག་ལ་ཡང་ཨོ་མ་རང་གི་བར་དུ་ཐ་འཇིག་ར་དེ་ཚོ་རྒྱ་གར་ནས་ཐ་ནས་ཡོད་པ་འདྲ་བ་བཞིན་སོང་གི་མི་འདུག་བ།

དེ་ཡིན་ན་རྗེ་རིན་པོ་ཆེ་ལ་སོགས་པ་དེ་པེ་ཅིང་ཁྱད་པར་གྱི་གཟུགས་བཞག་པ་རེད་ཟེར་ཡིན་དྲག་ས་ཁ་མཛེས་དགོས་ཡིན་འདྲ་བོ་ཅིག་རེད་ད་ཡིན་ནའོ་དེ་མཛེས་མི་འདུག་ཨ་རྒྱ་གར་གྱི་དཔེ་འདྲི་དག་ཅིག་གི་གསུང་ཡིན་པ་ཞེ་བཞག་ཅིག་ནས་གསུང་ཡང་ཤེས་འོ་དུས་སུ་རེད་འོ་ད་དུས་སུ་ཇི་སྟེ་ནི་གར་ཟེར་དགོ་རྟ་བྷི་དགོས་གཞུང་རིམ་འདྲ་ཅིག་མ་སོང་ན་དུས་སུ་རེད་ད་དུས་ནི་འདི་ནི་རྟ་བྷི་དགོས་དགག་བཞག་གི་རིམ་པ། ད་ལྟའི་རེ་བ་ལྟ་བའི་གི་དགག་བྱ་རིམ་པ་འདི་མ་ངེས་པའི་སྔོན་དུ་དང་པོ་ལྟ་བ་ཟད་དེ་སྔ་འགྱུར་གྱི་ཕྱོགས་ནས་ག་འདྲའི་འདྲ་བོ་ཅིག་ངོས་འཛིན་གི་རེད་ཟེར་ན་གཞའ་བཞི་ཡིག་གང་ལ་ཤེས་རབ་ཀྱིས་སྒྲོ་འདོགས་བཅད་ནས་མཐའ་གཅིག་ཏུ་ངེས་པར་འཛིན་པའི་བློ་ཟད་ད་ཤི་དོ་གོ་ས་གཉིས་པོ་ནི་བླ་མ་མི་ཕམ་དགུའི་དུས་སུ་བྱས་ནས་སོང་ཡང་རེ་བ་ལྟ་དུས་སུ་བྱས་དེ་ལྟ་བ་ཡིན་ན་ག་རེ་ཡིན་དགོས་རེད་ཟེར་ན་ཡིན་གྱི་མིན་གྱི་ཡིད་ཆེས་ཡིན་པའི་ཁྱབ་བྱེད་རྒྱུ་མཚན་ག་རེ་རེད་ཟེར་ན་སློབ་བུ་དབྱེ་གནས་གི་མངོན་པ་མཛོད་གནང་ལོག་ལ་ངེས་རྟོགས་མེད་ཕྱིར་ལྟ་མ་ཡིན་ཟེར་འདྲ་བོ་དང་རྩ་བ་ཤེས་རབ་གནང་ལོག་ལ་རྟགས་ཐམས་ཅད་སྤང་བའི་ཕྱིར་སྟོན་པའི་ཆོས་ནི་སྟོན་མཛད་པ་ཀོ་དམ་དེ་ལ་ཤངས་ཚ་ལོ་ཞེས་པའི་སྐབས་སུ་རྟགས་ཐམས་ཅད་སྤང་བའི་ཕྱིར་སའི་སྐབས་སུ་རྟགས་བསལ་ཏེ་ཡིད་ཅན་ལས་གོ་བའི་ཡོད་པ་བཞི་བཞག་རེ་འདོད་བ། དེ་ཡང་ངེས་ཤེས་བཞི་ལ་གོ་བའི་ཡོད་པ་བཞི་བཞག་རེ་འདོད་བ་མ་གཏོགས་རྟགས་ཐམས་ཅད་སྤང་བའི་ཕྱིར་བསལ་ཏེ་ཡིད་ཀྱི་ལྟ་བ་ལས་སྦྱར་གྱི་ཡོད་ན་ཡིད་ཀྱི་ལྟ་བ་ཡིན་ཚོགས་མ་སྤང་གི་རེད་ཟེར་ན་གོ་རྒྱུ་སུ་ཆེ་ཡོད་མ་རེད་བ། དེ་ཡང་ལྟ་བ་ཡང་དག་པ་དཔེར་ན་བཅུ་ཕྲག་མངོན་སུམ་དུ་རྟོགས་པའི་མཆན་པར་ལྟ་བུ་དེ་ཚོ་ལ་ཡང། ངོ་གསུམ་གྱི་ངོ་བོ་གྱུར་པའི་ལྟ་བ་ཅི་ཡོད་ན་དེ་ལ་ཡང་ནི། གར་ཟེར་གོ། ལྟ་བ་ཐམས་ཅད་སྤངས་བའི་ཕྱིར་ཟེར་ནས་རྩ་བ་ཞིག་རག་གི་དེ་འདྲའི་གསུང་གི་མ་རེད་བ། བྱས་ཙང་ལྟ་བ་ལ་ངེས་ཤེས་ཡིན་པ་དེ་སློབ་བུ་དབྱིན་གནས་དང། ལྷོ་སྒྲུབ་ཀྱི་གསུང་ལ་སོགས་པ་ལ་ལྟོས་ནས་ཧ་གོ་འདོད་འདོད་རེད། དེ་འདྲ་བའི་ལྟ་བའི་གི་ཡུལ་ཏེ་བཀའ་སོགས་པ་གར་བཞག་གོ་རེད་ཟེར་ན་བཅུ་ཕྲག་གི་ལྟ་བ་ཟེར་ད་དེ་བཞག་གོ་རེད། བཅུ་ཕྲག་གི་ལྟ་བ་ཟེར་དུས་སྔ་འགྱུར་གྱི་གཞུང་དང། སྔ་རབས་པ་ལ་སོགས་བི་ག་ས་བཟོ་འདྲ་བོ་དེ་འདྲའི་རེ་བས་ཟེར་ནས་དེ་མ་རེད་ཟེར་སངས་རྒྱས་སྐྱོན་ལྡན་འདས་ཀྱི་མདོ་ལམ་ལམ་ལ་རེ་བ་འཇོག་པ་ལ་གནས་པའི་མདོ་ཟེར་དེ་ནང་ལ་ཧ་ཅང་གི་ས་ཁ་ཡོད་རེད། དེ་ག་འདྲས་རེད་ཟེར་ན་འཇོག་པ་ལ་གཞོན་ནུ་བྱིར་བས་གསུངས་པ། བྱིས་པ་རྣམས་ཆུ་མི་མིད་བྱིས་པའི་ཆུ་དུག་སྒྲ་གྱོན་པའི་ཆུ་རྣམས་ཆུ་མི་མིད་གསུངས་ནའང་མི་མིད་པ་དེའི་ཚེ་ན་མི་རྟོག་གོ་ཀུན་ཏུ་མི་ཤེས་སོ་དེ་ཤེས་པ་མེད་ལ་སྤྲུལ་པ་མེད་ཅིང་ཉེ་བར་ཤེས་པ་སྟེ། ཡོད་དོ་ཞེས་ཁས་མི་ལེན། མེད་དོ་ཞེས་ཁས་མི་ལེན། ཡོད་ཀྱང་ཡོད་ལ་མེད་ཀྱང་མེད་དོ་ཞེས་ཁས་མི་ལེན། ཡོད་པའང་མ་ཡིན་མེད་པའང་མ་ཡིན་ཞེས་དེ་སྐད་ཀྱང་ཁས་མི་ལེན་ཏོ། ནམ་མཁའི་མི་ལེན་པ་དེ་རྣམས་དམིགས་པ་མེད་དོ། དེ་དམིགས་པ་ཐམས་ཅད་དང་བྲལ་བའི་སེམས་མེད་ཅིང། སེམས་དང་བྲལ་ཏེ་གནས་མེད་པའི་ཚུལ་གྱིས་དགེ་སློང་གི་དགེ་སྦྱོང་གི་ཆོས་ལ་གནས་པ་ཞིག་བྱའོ་ཟེར་ནས་སངས་རྒྱས་བཅོམ་ལྡན་འདས་ད་རུ་མདོ་ནོར་ལ་ཧ་ཅང་གི་ཟ་ཁ་རེད། མདོ་དེ་གསུངས་པའི་སྐབས་སུ་དགེ་སློང་ལྔ་བརྒྱ་གིས་ག་རེ་བྱེད་རེད་ཟེར་ནས་སྟན་ལས་འཕགས། གདན་སྒོ་ནས་འཕགས་ལངས་ནས། ད་ཆུ་དཔལ་ལོ། འཇོག་པ་གི་དེ་རང་དཔེ་མ་ཚིག་ཏུ་ཆུ་ལོག་པ་ཅིག་སོང་བསྡད་ཀྱི་འདུག་དེ་འདི་གི་ཆུ་དེ་ང་ཚོ་ནན་གི་མེད་ཟེར་ནས་པད་ཁོ་རོ་ར་བ་མདོ་ཁོ་རང་ནང་ལ་ག་རེ་ཡོད་རེད་ཟེར་ན་ཚུལ་འདུ་ཤེས་པ་ན་ཁོ་དེ་ཡི་དགེ་སློང་ང་རྒྱལ་བསྟན་ལས་ལངས་ཏེ་འདུར་སྐྱེལ་གྱིས་འཇོག་པ་གཞོན་ནུ་སྤྱིར་བ་ལ་མི་ལྟ་འོ་མི་གནས་ཏོ་འཇོག་པ་གང་དུ་གནས་པའི་ཕྱོགས་དེ་ཡང་སྤང་བ་ར་བྱ་འོ་ཟེར་ནས་དེའི་སྐབས་སུ་ཁོ་ཚོ་རྩ་བ་ནས་བློ་ལ་མ་ཤོང་རེད་ད་ལྟ་ཡང་བཅུ་ཕྲག་གི་ལྟ་བ་ཟེར་འདི་སྔ་ར་བ་འདི་ཚོ་རྟོག་བཟོ་རེད་མ་ཚོ་སང་གཅིག་གི་མདོ་ནང་ཡོག་མ་རེད་ཟེར་འདྲ་འོ་དོ་རྒྱ་གར་གི་དཔེ་འཁྲི་དག་གི་གཞུང་འདི་ཚོ་ནང་སྒྲ་བཅུ་བཞིན་པ་དེ་འདྲའི་མི་འདུག་ཟེར་འདྲ་འོ། དེ་འདྲའི་སོང་ཁྱི་མང་པོ་འདུ་བ་ཡིན་ན་ཡང་དེ་འདྲའི་མ་རེད། དེ་དང་མཐུན་པར་གྱིས་ནི་རྗེས་འཇུག་ཁྱེད་ཕིག་གི་སོང་དེའི་ཚོང་ལ་ག་འདྲི་ཡོད་རེད་ཟེར་ན་སོར་རྟོག་གནང་རོགས་ལ་གར་སྟེ་ངའི་གཏམ་ཅན་འགའ་ཡང་དེ་ན་ང་ལ་སྐྱོན་དེ་ཡོད་ང་ལ་ཁས་ལེན་མེད་པ་ན་ང་ནི་སྐྱོན་མེད་ཁོ་ན་ཡིན་ཟེར་འདྲ་བོ་དང། ཡེ་ཤེས་གཉིས་པོ་ཀི་ལན་བཏུས་པ་དེའི་ཚོང་ལོག་ལ་ཡོད་མི་མེད་མི་ཡོད་མེད་མི་གཉིས་ཀྱི་བདག་ནི་ཅང་མིན་པའི་མཐའ་བཞི་ལས་ཁྲོ་འོ་མ་པ། མཁས་པ་རྣམས་ཀྱི་ལྟད་ཁོ་ན་ཟས་འདྲ་བོ་དང་དབུ་མ་བཞི་བརྒྱ་པ་རྣམས་ལ་ལ་ཡོད་དང་མེད་དང་ཡོད་མེད་ཅིག་ཁས་མི་ལེན་པ་གང་ཡིན་པ་དེ་ནི་ཡུན་ནི་རིང་པོ་ལ་ཀླན་ཀར་གྱུར་པ་ནི་མ་ཡིན་ཟས་འདྲ་བོ་དང། དེའི་ནང་བཞིན་དུ་མཁན་ཆེན་བྱིན་མཚོ་ཡང། གསུངས་དབུ་མ་རང་རྒྱས་པའི་ཞིང་དེ་ཚང་ན་ཐ་ན་ད་ལྟ་མཐའ་འགྱུར་བའི་ཞིང་དང་མགོན་པོ་ཀླུ་སྤྲུལ་དང་བཞི་བརྒྱ་པའི་ཞིང་ན་ཡོད་པ་ཙམ་མ་ཚད་འདི། འདི་ཁས་ལེན་གྱི་དྲིལ་བཅུ་ཕྲག་གི་ལྟ་བ་བསལ་ཏེ་མཁན་ཆེན་ཞི་བ་འཚོ་དབུ་མ་རང་རྒྱས་པའི་ཞིང་དེ་ཚང་ན་འདུས། ཡོད་དང་མེད་དང་ཡོད་མེད་ཅིག་ཁས་མི་ལེན་པ་གང་ཡིན་པ་དེ། དེ་ལ་ལན་སྟེ་བདེན་པའི་ཆང་སྐྱེས་ཡོང་ལན་ཁར་བཞག་མི་ཉན་ཟེར་ནས་བཞི་བརྒྱ་བ་གི་སོང་བཞག་པ་དེ་དོག་གཅིག་པ་ཅི་བྱུང་བྱས་ནས་ཧ་ལམ་རི་བ་ཚིག་རིས་གཅིག་པ་ཅི་བྱུང་བྱས་ནས་མཁན་ཆེན་ཞི་འཚོ་གི་ཞང་དབུ་མ་རྗེ་དེའི་ཐུགས་ནང་ལ་ཨ་ཏུ་སི་ཅི་ལས་དེང་དུས་ཁྱེད་ཚང་འདི་ནི་རྒྱ་གར་དཔོན་ཁྲི་དག་གི་སྲང་དུ་ཟངས་གཅིག་གི་མདོག་དང་སྔ་རབས་པིག་གི་ཞང་དེའི་ཚོགས་རྣམས་མང་ཉུང་ཅིག་མཆིས་ན་ད་དུང་ཟངས་གཅིག་གི་མདོག་དང་རྒྱ་གར་དཔོན་ཁྲི་དག་དེའི་ཚོགས་ཀྱི་ཞང་རྣམས་མ་མང་ནའང་མི་ཉུང་བ་མཆིས་འདུས། རེ་བ་དེ་ཡིན་དུས་བསམ་པ་ལ་འདི་དག་ཅིག་དེར་གཏོགས་བཟོ་ཟེར་ན་དེ་ནི་ཁས་ལེན་ཐུབ་ཡ་ཅིག་རེད་མི་འདུས། ད་དེ་ནས། དེའི་འབྲས་བུའི་གི་ལྟ་བཅུ་སྒྲ་གི་ལྟ་བ་ཟེར་ན་སྒྲ་གཉིས། ཁས་ལེན་གྱི་སྒྲ་གི་ལྟ་བ་དེ་སྒྲ་ཇི་བཞིན་པ་ཁས་ལེན་མི་ལེན་དེ། པའི་གོང་རིག་སྦྱོར་ན། སྡེ་ཚན་འདྲ་གཅིག་མ་སོང་ན་གཉིས་སུ་བྱུང་བ་རེད་ད་སྔ་རབས་པ་དེ་ཚོ་དབུ་མ་སྔ་རབས་པ་དེ་ཚོ་འདྲ་གཅིག་མ་སོང་ན། སྒྲ་ཇི་བཞིན་པ་ཁས་ལེན་དགོས་བ་རེད་དབུ་མ་ཕྱི་རབས་པ་ལ་སོགས་པ་འདྲ་བ་ཞིག་ནི་དེ་སྒྲ་ཇི་བཞིན་པ་ཁས་ལེན་ཐུབ་ཀྱི་ཡོད་མ་རེད་ད་དེ་ལ་ཀུན་མཁྱེན་མོ་པོ་འཇམ་སོགས་ཀྱི་རིགས་ལམ་རག་ས་དེ་ནི་སྣང་བཤད་ནང་ག་རེ་གསུངས་ཡོད་རེད་ཟེར་ན། མདོ་དང་བསྟན་བཅོས་རྣམས་སུ་ཡང་ཡང་གསུངས་པ་ལ་རང་བཞིན་སྲིད་ཀྱང་ཁྱད་གསོད་ཤིག་རྒྱུ་པས་ཁས་ལེན་བཅས་རྟགས་ཀྱི་དབང་དུ་བྱས་ན་ཁྱད་པར་གཞལ་ཏེ་འབྲེལ་འབྲེལ་གྱི་ཡོད་པ་མ་ཡིན་ཐ་སྙད་དུ་མེད་པ་མ་ཡིན་ཞེས་མདོར་བསྒོས་ལ་བཤད་མ་ཐག་པ་ལྟར་གྱི་ཡོད་མེད་དེ་གཉིས་ཀ་ཡིན་པར་ཁས་ལེན་དགོས་ཀྱི་གཉིས་ཀ་མིན་པར་ཁས་ལེན་མི་རིགས་ཤིང་གཉིས་ཀ་མིན་པ་ཡང་མ་ཡིན་པའོ་ཁས་ལེན་མི་རིགས་སོ། ད་ལྟའི་ག་ལ་རེད་ཟེར་ན་ནི། ཡོད་པ་མ་ཡིན་ཟེར་དུས་འབྲེལ་འབྲེལ་གྱི་ཡོད་པ་མ་ཡིན། མེད་པ་མ་ཡིན་ཟེར་དུས་ཐ་སྙད་དུ་མེད་པ་མ་ཡིན་ཟེར་དེ་འདྲའི་ཁོ་ཚོ་གི་མདོ་དབུས་བ་རེད། ད་དེའི་དབང་དུ་བཏོན་ན། ད་ཡོད་མེད་གཉིས་ཀར་ཡིན་པ་ཁས་ལེན་རྒྱུ་ནི་གར་ཟེར་དགོས། ཡོད་མེད་གཉིས་ཀ་ཡིན་པ་དེ་ཁས་ལེན་དགོས་པ་རེད། མདོར་ན་ལོ་མདོ་དང་བསྟན་བཅོས་ཀྱི་ཚོགས་ནི་ཡོད་པའང་མ་ཡིན་མེད་པའང་མ་ཡིན་གཉིས་ཀའང་མ་ཡིན་ཟེར་ག་ཟེ་ཡོད་པ་དང་མེད་པ་གཉིས་ཀའང་མ་ཡིན་ཟེར་དགོས་རེད་ད། ཡིན་ན་ཡང། ད་ལྟ་དབུ་མ་ཤེས་རབ་པ་འདི་ཚོ་གི་བདེན་འབྲེལ་གྱི་ཡོད་པ་མ་ཡིན་ཐ་སྙད་དུ་མེད་པ་མ་ཡིན་ཟེར་སྐབས་སུ་ད་དཔེར་ན་བུམ་པ་སྟེ། ནས་བདེན་འབྲེལ་གྱི་ཡོད་པ་མ་ཡིན་པ་དང་ཐ་སྙད་དུ་མེད་པ་མ་ཡིན་པ་གཉིས་ཀ་རེད་དེ་ཡོད་རེད་བ་ཁྱེད་ཚོ་གཉིས་ཀ་ཡིན་པ་ཁས་ལེན་དགོས་ཀྱི་འདུག་དེ་གཉིས་ཀ་ཡིན་པ་ཁས་ལེན་ཚར་ཞུ་ལ་གཉིས་ཀ་མདོ་དང་བསྟན་བཅོས་ཀྱི་ཚོགས་ནང་གཉིས་ཀ་ཡང་མ་ཡིན་ཟེར་ཡི་རེད་ད་ཡིན་ནའང་ད་ལྟ་གི་འགྲེལ་བཤད་རྒྱ་སྟོན་བྱས་ན་གཉིས་ཀ་མིན་པ་ཡིན་ཞུ་ལ་ཁས་ལེན་ཚར་ཞུ་གཉིས་ཀ་མིན་པ་གཉིས་ཀ་མིན་པ་དེ། ཁས་ལེན་རིགས་ཡོད་མི་འདུག་བྱས་ཙང་གཉིས་ཀ་མ་ཡིན་པའོ་ཁས་ལེན་མི་རིགས་སོ་ཟེར་ནས་དགག་པ་བརྒྱ་སྟོང་གི་རིམ་པ་གཅིག་གྱུར་བྱས་ནས་བརྒྱ་ཡོད་རེད། རིམ་པ་གཉིས་པ་དེ་ག་འདྲའི་འདྲ་བོ་བརྒྱ་ཡོད་རེད་ཟེར་ན་ཡང་དེ་འདྲའི་མ་རེད་ཟེར་རོ། དེ་ལྟ་ན་མཐའ་བཞིའི་ཕྱི་མ་ནི་དོ་ཅའི་ཁས་ལེན་ནམ་ཡང་མི་སྲིད་པར་འགྱུར་རོ། དེའི་མཇུག་ཐོག་དེ་ལ་རིམ་པ་གཉིས་པ་གཅིག་གར་སོང་རེད་ཟེར་ན། གར་སྟེ་བདེན་ཡོད་དོ་ཐ་སྙད་དུ་མེད་པ་གཉིས་ཀ་མི་སྲིད། སྔ་མས་ཡོད་མེད་གཉིས་ཀ་ལ་མི་འདུས་པའི་བབ་ཅོལ་དུ་བཤད་ན་དོན་སྔ་མ་བསྒྲུབ་པ་ལ་གོ་རྒྱུ་ཅི་ཡང་མེད། རེད་བ། ད། གར་ཟེར་དགོས་བདེན་གྲུབ་ཀྱི་ཡོད་པ་དང་ཐ་སྙད་དུ་མེད་པ་གཉིས་ཀ་མ་ཡིན་པ་ཡང་མ་ཡིན་ཟེར་དེ་འདྲའི་ཚིག་གླེན་པོ་འདྲ་བོ་ཀྱང་དེ་འདྲའི་ལམ་ན་སྔ་མ་དེ་ཡང་འཇར་ཅར་དུ་བསྒྲུབས་པ་འདྲ་བོ་ཅི་རེད་མ་གཏོགས་ཕྱི་མ་དེ་ལ་དམིགས་ས་གོ་གི་གང་ཡང་མི་འདུག་དེ་སྦྱར་བའི་དབང་དུ་བཏང་ན་ཡང་གཉིས་ཀ་མིན་པ་མི་ཤེས་ཟེར་ཏེ་མཐའ་མ་དེ་ཡང་གཏན་ནས་སྦྱར་ཐུབ་ཡ་མི་འདུག་ཟེར་ནས་དགག་པ་བརྒྱ་སྟོང་གི་རིམ་པ་འདྲ་གཅིག་མ་སོང་ན་ནུས་པ་དེ་དུས་སུ་སྦྱར་ཉེས་སྦྱར་ཡོད་རེད། དེ་ནས་སྒ་པ་སྦྱར་སྟོང་གི་རིམ་པ་གསུམ་པ་འདྲ་བོ་གཅིག་གར་རེད་ཟེར་ན་ནི་ཡང་ནི་གར་ཟེར་དགོས། ཡོད་པ་དང་པོ་གཉིས་ལ་ནི་གར་ཟེར་དགོས། དགག་གཞི་གི་ཁྱད་པར་ཚིག་འདྲ་བོ་སྦྱར་ཕྱི་མ་དེ་ལ་མ་སྦྱར་གྱི་ནི་ཁ་བསྟི་གོ་རུ་བོང་བ་ལྟ་བུ་དེ་ཡོད་པ་དང་མེད་པ་གཉིས་ཀ་ཡང་མ་ཡིན་ཡོད་པ་དང་མེད་པ་གཉིས་ཀ་མ་ཡིན་པ་ཡང་མ་ཡིན་ཟེར་དེ་འདྲའི་ལམ་ན་ད་ཡང་དེ་ལ་དྲི་བ་དྲིས་ནས་རོ། བོང་བ་དེ་ཡོད་པ་དང་མེད་པ་གཉིས་ཀ་ཡང་མ་ཡིན་ཟེར་དེ་སྐུ་རྫོབ་ཏུ་ཡོད་མེད་གཉིས་ཀ་ཡང་མ་ཡིན་ཟེར་གྱི་རོ་ད་དོན་དོན་དུ་ཡོད་མེད་གཉིས་ཀ་མ་ཡིན་ག་རེ་ལ་ཟེར་གྱི་ཡོད་ཟེར་དྲི་བ་གཉིས་དྲིས། དྲི་བ་དང་པོ་གི་དབང་དུ་བཏང་ན་ནི་སྐུ་ཚབ་དེ་ནི་ཡོད་མེད་གཉིས་ཀ་ཡང་མ་ཡིན་ཟེར་དེའི་གོ་རྒྱུ་ཡིན་རེད་ཟེར་ན་ནི་ད་དེ་ཡང་ཐེག་གི་མི་འདུག་ཡོད་སོང་རེད་ག་རེ་ཅི་ཉེས་རེད་ཟེར་ན་ཐ་སྙད་དུ་ཡོད་པ་ཡང་ཡིན་ལ་མེད་པ་ཡང་ཡིན་པས་ནི་ཡིད་ཆེས་མི་བགྱིད་ད་སྲིད་གི་མ་རེད་ཡིན་ན་ཡང་གང་ཐ་སྙད་དུ་ཡོད་པའི་ཆོས་ཡིན་ཚར་ཞུགས་ལ་ཐ་སྙད་དུ་ཡོད་པ་མིན་པ་དང་ཐ་སྙད་དུ་མེད་པ་མིན་པ་གཉིས་ཀ་མི་དགོས་པའི་ཆ་གི་རེད་གཉིས་ཀ་མ་ཡིན་པའི་ཆ་གི་རེད་དེ་ཁྱབ་སོང་ན་གཉིས་ཀ་མིན་ཞེས་ཟེར་གི་དགག་སྒྲ། གཉིས་འདྲ་བོ་ཅིག་གཉིས་ཀ་མིན་པ་ཡང་མིན་ཟེར་ནས་དགག་གྲངས་གཉིས་བརྩེགས་འདྲ་བོ་ཅིག་ཕར་བརྩེགས་འོང་དུས་བསམ་པ་ལ་ཤུ་ལ་གཉིས་ཀ་ཡིན་པ་དེ་ནི། ཁོ་དོན་གྱིས། དོན་གྱིས་གཉིས་ཀ་ཡིན་པ་དེ་དྲི་བ་དེ་སོང་དུས་དེ་ཡིན་དུས་བསམ་པ་ལ་དེ་འགྲིག་གི་ཁས་ལེན་དེ་ནམ་ཡང་སྲིད་གི་མ་རེད་ཟེར་ནས་ད་ཀིན་ཆེན་པོ་འབུམ་རྒྱ་མཚོ་གི་ར་ས་ག་ལེ་དེ་ཚོ་ནང་སྔོན་གྱི་དུས་སུ་ར་ས་སྙམ་དུ་རྩོད་པ་རྩོད་ཡི་ག་ཚོ་དུས་སུ་བྱས་ནས་དགག་པར་སྐྱོན་བཞག་དུས་སུ་རེད་བཞག་དེ་ཡིན་དུས་ད་ཁས་ལེན་གི་རག་གི་ལྟ་བ་གསལ་ཡས་དེ་རྒྱལ་ཡུལ་བཀའ་དང་རྗེས་འཇུག་མཁས་པའི་བསྟན་བཅོས་དང་དེ་རྣམས་བཞིན་དུ་དངོས་སྟོབས་བཞི་པའི་ཐོག་ནས་སྒྲུབ་ཐུབ་ཡས་ཀྱི་ཡིན་ཙང། འདི་མཐའ་གཅིག་ཏུ་རྟོག་བཟོ་བྱེད་གཏན་ནས་མ་རེད་ཤག་ཟེར་ནས་ཁས་ལེན་ཀི་དྲག་གི་ལྟ་བ་གི་གཞུང་སྟོང་གི་རིམ་པ་དང་དེ་གར་ཟེར་དགོས་མདོར་སྟོང་གི་རིམ་པ་འདྲ་གཅིག་མ་སོང་ན་དུས་སུ་ཡིན་ས་རེད། དེ་ནས་ད་དེ་རུང་ང་ཚོ་བརྗོད་གཞི་གཙོ་བོ་དེ་རེད་ད་རེད་བ་ད་དུས་སུ་ཅི་ནས་ཉར་ཡོད་ཉར་ཡོད་མང་པོ་ཅིག་ཆགས་ན་ཡང་ཁྱེད་རྣམ་པ་རྙོག་འགྲོ་གི་རེད་བ་ད་བརྗོད་གཞི་གཙོ་བོ་དེ་ག་རེ་རེད་ཟེར་ན་ནི་ད་ལྟ་བའི་དགག་བཞག་གི་སྐོར་རེད་ད་ལྟ་བའི་དགག་བཞག་གི་སྐོར་འདི་ནས་ག་རེ་ཟེར་དགོས་ཡང་ལྟ་བའི་དགག་བཞག་དེ་ནས་མ་འཁྲུལ་ནས། ཁར་སེར་སྒོ་ཐ་སྙད་ཚད་གྲུབ་ལ་སོགས་པ་དང་དེ་འབྲེལ་དུ་ལྟོ་བོ་ཟེར་མ་འཁྲུལ་ནས་མ་ཞུས་ན་ཡང་ཁོ་ཆ་ཚང་བ་གྱི་ཆ་གི་མི་འདུག་བ་དུས་སུ་ཇི་ལྟོ་བོ་ཟེར་ཆེད་རྣམ་པ་ཡང་དེ་ལ་བཟོ་བ་སྒོམ་དགོས་ས་རེད་མ་གཏོགས་ཆ་ཚང་གྱི་རྒྱུ་རྒྱུ་གྱི་ནང་ལ་ཞུས་དགོས་ན་ཚར་ས་མ་རེད། དེ་ཡིན་གྱི་བསམ་པ་ད་ལྟ་བའི་དགག་བཞག་དེ་ག་རེ་རེད་ཟེར་ན་དང་པོ། རྣམ་འབྱེད་ཡོངས་གྲགས་ལ་ག་རེ་ཟེར་གི་རེད་ཟེར་ན་ནི་དཔེར་ན་འོ་མ་ཞི་རགས་པ་དེ་ཚོང་འདྲ་བོ་ནི་ཤོག་འཇུའི་ནང་ལོགས་ལ་བཏགས་པའི་དངུལ་ལ་མ་རིག་པ་དེ་ཡི་དངུལ་མེད་འཛིན་མ་ཡིན་དེ་བཞིན་རྫུན་པའི་དངུལ་ག་ཡིན་དེ་ཡི་དངུལ་མེད་ཟ་བར་འཛིན་ཟེར་ནས་ད་དེའི་བཏགས་པའི་དངོས་ལ་མ་རིག་པ་དེ་དངོས་མེད་རྫུན་མ་ཡིན་ཟེར་དེའི་ལམ་དུ་དྲངས་ནས་དགག་བཞག་དེ་ལ་བདེན་གྲུབ་ཅིག་ཡིན་པ་ཞིག་རེད་འདོད་ཟེར་དགག་བཞག་དེ་བདེན་གྲུབ་བློ་ཡོད་དེ་བྱ་བ་དངོས་དུ་མ་སོགས་བདེན་མེད་བློ་ཡོད་དེ་བྱར་གཏོང་བྱེད་མི་འདོད་ཟེར་ནས་དུས་སུ་བྱས་ནས་གསུང་དགོས་པ་རེད་དགག་བཞག་བདེན་གྲུབ་ཁེགས་པའི་བདེན་མེད་དུ་གནས་ལུགས་མཐའ་ཐུག་རེད་བྱ་དེ་ནི་དཀར་ཟེར་གོ་སྤྱོད་འཇུག་གི་ལམ་དེ་གི་སྟེང་ཡིན་འདོད་ཟེར་ནས་དུས་སུ་བྱས་ནས་གསུང་དགོས་པ་རེད་རོ། ཡིན་ན་ཡང་སྤྱོད་འཇུག་གི་དགག་བཞག་བདེན་གྲུབ་ཕ་བཀག་པའི་ཤུགས་ཀྱི་བདེན་མེད་ཟེར་དུས་ཚུལ་གྲོལ་བས་དེ་གནས་ལུགས་མཐའ་ཐུག་ཡིན་པ་གཏན་ནས་ཁས་ལེན་དགོས་མི་འདོད་ག་རེ་རེད་ཟེར་ན་ནི། དེ་ཡི་འཇུག་ཐོག་དེ་མ་ཐག་ཏུ། བྱང་ཆུབ་འཁོར་ལོ་རྣམས་ལ་གང་ཚེ་དངུལ་དང་དངུལ་མེད་སྟག་ལོ་ཡི་འདི་དང་མི་གནས་པས་དེ་ཚེ་རྣམ་པར་ཞེན་མེད་པའི་དམིགས་པ་མེད་པར་ར་ཏི་ཞི་སའི་སྐབས་སུ་དངུལ་པོ་དང་དངུལ་མེད་གཉིས་ཀར་བསྲེ་དགོས་དངུལ་པོ་བསྲེ། དངུལ་མེད་བསྲེས་ཏེ་དངུལ་པོ་བཀག་པའི་ཆ་དེ་ལས་བྱ་དགོས་པ་རེད། དངུལ་པོ་བསྲེས་ཏེ་གཏན་ནས་བྲི་མ་མྱོང་ན་དངུལ་མེད་བསྲེས་དང་བྲི་དགོས་མ་རེད། དངུལ་མེད་བསྲེས་ཏེ་བྲི་མ་མ་བྲི་འོང་རྒྱུའི་བསམ་པར་དངུལ་དང་དངུལ་མེད་གཉིས་ཀ་ཡིན་པར་བྲི་དགོས་མ་རེད་མདོར་ན་དཀར་དགོངས་དམིགས་པ་མེད་པའི་ར་ཏི་ཞི་སའི་སྐབས་སུ་ཡོད་ཚད་ནས་ཡོད་ཚད་མཚོ་མ་དེ་ཕ་ཀ་ཡང་འགྲོ་ཞེས་བཤད་བཞག་འདུག་མ་གཏོགས་དངུལ་པོ་བཀག་ནས་དངུལ་མེད་དེ། རེ་བ་བདེན་བཅུ་སྐབས་ནི་བདེན་མེད་ཟད་དོ་གནས་ལུགས་མཐའ་ཐུག་ཡིན་པ་ཤར་གྱི་གཞི་མི་འདུག་དེ་ཡིན་དུས་དེ་ལོངས་སྤྲུལ་གྱི་དགག་བཞག་བདེན་གྲུབ་ཙམ་ཁོ་ན་དགག་བཞག་ཡིན་པ་སོང་མི་འདུག། རྒྱུ་མཚན་གཉིས་པ་དེ་ཡང་ག་རེ་དྲང་བ་རེད་ཟེར་ན་སྐབས་སུ་དབུ་མེད་ཀྱི་དགག་བཞག་དེ་ལ་ངེས་པར་དུ་ཐ་སྙད་དུ་ཡང་མི་སྲིད་པའི་གི་དགག་བཞག་བདེན་འགྲིག་ཅིག་ཡིན་དགོས་པ་དེ་ག་རེ་ལ་ཧ་གོ་འོང་འདུག་ཟེར་ན་གཞི་རྒྱ་བོད་བདག་འདྲེ། གཞི་རྒྱ་བོད་བདག་འདྲེ། རྒྱ་ཆེའི་འགྲེལ་བ་དེར་བ་ད་ལྟའི་ཧ་ཅང་གི་དཀའ་ཆེན་པོ་རེད་འདི་ཚིག་གི་དངུལ་སྟེགས་ཀྱི་ཀར་གོ་ཕ་ཚིག་གི་ཟིན་ཚོད་འདྲ་བོ་ཅིག་སོགས་ལ་གཏོང་དཀའ་སྲིད་དངོས་གནས་ཐ་སྙད་དུ་ཡོད་མི་སྲིད་པའི་དགག་བྱ་དེ་འདྲའི་དངོས་སུ་ད་སྟེང་དུས་བསམ་བསམ་འདྲ་བོ་ཅིག་ཡོད་རེད་ཡིན་ན་ཡང་དེ་གི་གོ་བ་དེ་ལན་གཏོང་ངོ་མ་ངོ་མ་དུ་ཕ་ཏིང་ག་རེ་ཡིན་མི་དེ་གཞུང་གོང་བུའི་ཆ་ཚང་བས་བསྡུར་རུ་བ་དེ་འདྲའི་ཆིངས་དེ་བསམ་པར་དེ་གཏན་ནས་རེད་མི་འདུག་ག་རེ་རེད་ཟེར་ན་གཞི་རྒྱ་བའི་བརྡ་འགྲེལ་གྱི་ཚིག་སྟེ་དེ་ལ་བདག་ཅེས་བྱ་བ་ནི་གང་ཞིག་དངོས་པོ་རྣམས་ཀྱི་གཞན་ལ་རག་མ་ལས་པའི་ངོ་བོའི་རང་བཞིན་ཏེ་དེ་མེད་དེ་མེད་པ་ནི་བདག་མེད་པའོ། དེ་ནི་ཆུ་དང་གང་ཟག་གི་ཡིན་པའི་གནས་སུ་གཏོགས་ཏེ་ཆུ་གྱི་བདག་མེད་པ་དང་གང་ཟག་གི་བདག་མེད་པའོ་ཞེས་བྱའོ། ད་ལྟའི་རེ། གང་བདག་སེལ་ཡད་ཁ་ར་སི་ན་གང་ཞིག་དངོས་པོ་གཞན་ལ་རག་མ་ལས་པ་སེལ་སྐབས་སུ་གཞན་ལ་རག་མ་ལས་པར་འོང་ཚུལ་ཐུར་དུ་ཁྲིད་པ་སེལ་སྐབས་ཧ་ལོ་མེད་ན་ཁ་ཐུག་བདེན་འདྲིལ་གོ་བའི་ཟངས་འདྲ་ཅིག་འདུག་ཡིན་ན་དེ་གཏན་ནས་ཞེ་བ་མ་རེད་ཚེ་ས་དང་བཞི་བརྒྱ་པའི་བདག་འདྲིལ་དགེ་ཚོང་ཚང་མ་མཉམ་དུ་གང་བའི་འདྲིལ། དེ་ནང་བཞིན་དུ་རིག་པ་གྲུབ་ཅེས་པའི་གི་ཤོང་དེ་ཚུལ་འདྲི་ཡི་ཁ་ཟས་ཀྱིས་བསྟོད་འདི་ག་རེ་རེད་འདུག་ཟེར་ན། བདག་ཅེས་བྱ་བའི་གང་ཞིག་དངོས་པོ་རྣམས་ཀྱི་གཞན་ལ་རག་མ་ལས་ཟེར་གི་ཆོས་ཡོངས་རྫོགས་ལ་གོ་རྒྱུ་རེད་འདུག་གཞན་ལ་རག་མ་ལས་ཟེར་ཏེ། རང་བོ་ཚུལ་ཐུག་ཏུ་བྲིས་པའི་བདེན་འདྲི་འདྲ་བོ་དེ་འདྲའི་ལ་གཞན་ལ་རག་མ་ལས་པའི་དོན་གཞན་མི་འདུག་ཆོས་གང་དང་གང་ཡིན་ན་འདྲ་རང་ཉིད་ཀྱི་འཇོག་གཞི་མཐུན་མོང་མ་ཡིན་པ་ཅིག་ཡོད་རེད། རང་ཉིད་ཀྱི་འཇོག་གཞི་མཐུན་མོང་མ་ཡིན་པ་དེ་ལ་རག་མ་ལས་པའི་ངོ་བོ་ཅིག་གཏན་ནས་ཡོད་མ་རེད། བྱས་ཙང་གཞན་ལ་རག་མ་ལས་པའི་ངོ་བོ་ཟེར་ཏེ་ཆོས་གང་དང་གང་ཡིན་ན་འདྲ། རང་གི་འཇོག་བཞིན་ཐུན་མོང་མ་ཡིན་པ་ལ་རག་མ་ལས་པའི་ངོ་བོ་ཅིག་ཡོད་མ་རེད། རག་མ་ལས་པའི་ངོ་བོ་ཞིག་མེད་དེ་ཡིན་ཚ་དེ་འདྲའི་རག་མ་ལས་པའི་ངོ་བོ་གང་ཡིན་པའི་རང་བཞིན་དེ། བུམ་པ། བུམ་པ་དང་སྐ་བ་དང་ཞོ་བ་ས་དང་ཁྱི་དང་མེ་དང་རླུང་འདི་ཚོ་རེད། དེ་ཚོ་གི་གཉིས་རང་གི་དཔེ་ན་ཚ་འདྲ་བ་ཅིག་ན་རང་གི་འཇོག་བཞིན་ཐུན་མོང་མ་ཡིན་པར་ས་ཞིག་ཁྱབ་པ་ཁྱི་འདྲ་བས་ན་རང་གི་འཇོག་བཞིན་ཐུན་མོང་མ་ཡིན་པར་གླེན་ཞིག་བྱེད་པ་དེ་ལ་རག་མ་ལས་པ་ཁྱི་ཟེར་ཏེ་བྱ་ཡ་ཡོད་མ་རེད། ཚ་ཞིག་ཟེར་པ་ལ་རག་མ་ལས་པར་མེ་ཟེར་ཏེ་བྱ་ཡ་ཡོད་མ་རེད། ཁྱེད་ཚ་ཚ་ཡིས་བརྩད་པ་ལ་རག་མ་ལས་པས་མི་ཡི་ངོ་བོའི་རང་བཞིན་ཅིག་ཡོད་མ་རེད་ཐལ་འབྲས་བའི་གི་རང་བཞིན་གང་ཡིན་པ་དེ་མེད་པ་དེ་ལ་གར་ཟེར་གི་རེད་ཟེར་ནས་བཀའ་ཟག་པ་བདག་མེད་པ་ཟེར་གི་རེད་ཟེར་གི་སྐབས་སུ་ཆུ་དེ་གི་ཁོ་རོ་ངོ་བོ་མེད་པ་དག་རོ་ལ་འགྲེལ་བཤད་བརྒྱབ་ཤགས། དེ་འདི་ཐལ་འབྲས་བའི་གི་ངོ་བོ་མེད་ཉེས་གཞན་ལ་རག་མ་ལས་པའི་ངོ་བོ་མེད་དེ་མཁན་གི་ཆུ་དེ་ལ་ག་ཚིག་ཡོད་རེད་ཟེར་ན་ཆུ་དང་གང་ཟག་ཟེར་ནས་སྣང་བ་གཉིས་ཡོད་རེད་ཟེར་ནས་གར་ཟེར་གི་གོ། བཀའ་ཟེར་བ་པོ་བཞི་བརྒྱ་པའི་གི་བདག་འབྲས་གི་གོ་བ་ལེན་ཐོག་ཏུ་དུས་སུ་རེད་ཤགས། ད་དེ་ལྟར་ཡིན་པ་དེ་ཡང་ག་ར་ཧ་གོ་བོ་འདུག་ཟེར་ན་རིགས་པ་དྲུག་གཅིག་པའི་འགན་འབྲེལ་བ་ནང་ལོགས་ལ། ཅི་སྐྱེ་བ་ངོ་བོ་ཉིད་ཀྱིས་མེད་ཀྱང་སྔ་སྟེ་ཐ་སྙད་དང་གཟུགས་སྐྱེས་སོགས་འཚོ་བར་སྐྱེས་སོགས་སྐྱེ་བ་ཡོད་དོ་སྙམ་ན་སྐྱེས་མ་ལོན་ལོག་པར་འགྱུར་བ་གདོན་མི་ཟའོ་གསུང་བ་རེད། ད་ག་ར་ལགས་འདུག་ཟེར་ན་འདི་རང་རྒྱུད་པ། རྣམ་གྲངས་བའི་དོ་ནུབ་འདེམས་པ་རྩ་དོ། ག་ར་རེད་ཟེར་ན་སྐབས་དེ་དུས་ཡིན་འོ་མ་རང་རྒྱུད་པ་འདི་ཚོ་རྣམ་གྲངས་བའི་དོ་ནུབ་འདེམས་པ་རྩ་མདོ་མཛད་པའི་དུས་ཚོད་ཁོ་ན་རེད་བཞག་ག་ར་རེད་ཟེར་ན་པ་ཏི་དག་གྲགས་པ་དགའ་བར་སྤྱོན་པའི་དུས་ཚོད་དེ་ལ། དབུ་མ་རང་རྒྱལ་པའི་གཞུང་དེ་ཚོ་ནང་ལ་དོན་དམ་ན་དོན་དམ་ན་རྣོན་འཕྲོ་དང་རྣོན་འཕྲོ་མ་ཡིན་པ་གནས་སུ་ཁྱེར་ཏེ་ཕར་ཆེར་བསྐྱངས་ཡོད་ས་མ་རེད། རྗེས་སུ་གར་ཟེར་དགོས་དབུ་མ་གཉིས་པོ་དང་དེ་ནང་བཞིན་དོན་དབུ་མ་དོན་སྡིག་ལ་སོགས་པ་དེ་འདྲའི་མཛད་ནས་གཞི་ནས་གར་ཟེར་དགོས་དོན་དོན་ལ་རྣོན་འཕྲོ་དང་རྣོན་འཕྲོ་མ་ཡིན་པ་བཟོས་ནས་གནས་སུ་ཁྱེར་ཅིག་བསྐྱངས་ཡིན་ས་རེད། སྐབས་དེ་ཡི་སྐབས་སུ་རྣོན་འཕྲོ་བའི་དོན་དུ་འདི་འབར་རྩལ་དུ་བཏོན་ནས་མཆེད་པ་གང་ཞིག་ལ་དེ་གནས་ལུགས་མཐའ་དོན་འདྲ་བོ་གཅིག་བཟུང་ནས། གནད་ཀ་དེའི་རྩ་མདོ་བྱེད་པའི་གི་དུས་སོགས་དེ་ལ་ཁོ་ཚོ་གི་སྲོག་ལུས་ཀྱི་ག་རེ་འདུས་ཟེར་ན་ནི་སྐྱེ་བ་ཟེར་དུས་ངོ་བོ་ཉིད་ཀྱིས་མེད་ཆོག་གླགས་སྐྱེ་སའི་ག་ས་དོན་སྟོན་པ་མེད་ནའང་འགྲིག་གི་འདུག་མཐའ་སྙེད་དུ་གཟུགས་སྐྱེ་གི་འདུག་ཚོར་བ་སྐྱེ་གི་འདུག་ཁྱེད་ཚོ་སྐྱེ་བ་འདུལ་བ་ཟེར་ད་དཔེར་ན་བུམ་པ་ཆོས་ཀྱི་སྐྱེ་བ་ཡོད་བ་དང་མཐའ་སྙེད་དུ་སྐྱེ་བ་ཡོད་པའི་ཕྱིར་ཟེར་ཁོ་ཚོ་གི་དེ་ལ་འུར་ད་དེ་ལ་པ་ཏི་བདག་གྲགས་པོས་ལམ་ས་ག་རེ་ལ་འདུག་སྐྱེ་བ་སྐྱེ་མ་ལོན་ལོག་པར་འགྱུར་བ་གདོན་མི་ཟའོ། སྐྱེ་མ་ལོན་ལོག་པར་གདོན་མི་ཟའོ། བཞི་བ། མཐའ་སྙེད་དུ་སྐྱེ་བ་ཡོད་ན་སྐྱེ་བ་ཡོད་ཁུལ་ཆོག་གི་མ་རེད་ད། མཐའ་སྙེད་དུ་སྐྱེ་བ་ཚོས། འཁྲིད་ཡིག་གི་རྣོ་ངར་ཡོད་པ་ཙམ་ཞིག་མ་གཏོགས་དེ་ཐ་སྙད་དུ་སྐྱེ་བ་ཡོད་པ་དེ་ནི་མདོར་ན་སྐྱེ་བ་དང་གཏན་ནས་མ་རེད། སྐྱེ་བ་མེད་པ་ལ་སྐྱེ་བ་ཡོད་པ་ཉིད་དུ་སྣང་གི་ཡོད་རེད་ད། ཅེས་མ་ལོག་ལོག་པར་འགྱུར་བ་གདོན་མི་ཟ་བོ་ཟེར་འདུག་བ། གལ་སྲིད་ཐ་སྙད་དུ་སྐྱེ་བ་ཡོད་པ་ཙམ་གྱིས་སྐྱེ་བ་ཡོད་པའི་གོ་ཆོད་ན་དེ་ལ་ལམ་ལོག་པར་འགྱུར་བ་གདོན་མི་ཟ་གལ་ཆེ་ནི་ཟེར་གི་མ་རེད་བ། དེས་འདི་ཕྱིར་སྐྱེ་བ་གཙོ་འབོ་བ་དེ་ཟླ་བ་གྲགས་པ་གི་བཀའ་ཡོད་པ་དང་སྒམ་གི། བཞི་བརྒྱ་པའི་ཟླ་འགྲེལ་གྱི་དོན་གྱི་དེ་ཉིན་པ་དེ་གི་ཅི་ཧ་གོ་འདོད་ཅི་རེད། དོན་ཚན་གཉིས་པ་དེ་ག་རེ་རེད་ཟེར་ན་མདོག་གི་ནང་ལོང་ལ་མི་ནི་མིག་གིས་དོང་སུས་ནག་སུས་ཀྱིས་བཏང་ཟེར་གི་དོན་དེ་པ་ཏི་བདག་གྲགས་པ་དབུ་མ་འཇུག་པའི་རང་འགྲེལ་ག་ས་ག་རུ་སོང་བ་རེད་ཟེར་ན་དེ་ལ་མི་ལ་སོགས་པ་རྣམས་མི་ལ་སོགས་པ་རྣམས་ཉིད་ཀྱིས་སྟོང་པ་ཉིད་དུ་སྨྲས་པས་ནི་རང་བཞིན་སྟོང་པ་ཉིད་ཡོངས་སུ་གསལ་བར་བྱེད་པ་ཡིན་གྱི་མི་ནི་ནང་གི་ཤེས་པ་དང་བྲལ་བའི་ཕྱིར་སྟོང་ཞེས་གཟུང་བ་དང་འཛིན་པའི་བདག་ཉིད་ཀྱིས་སྟོང་བ་ཞེས་གཅིག་ལ་གཅིག་སྨྲས་པའི་སྟོང་པ་ཉིད་ནི་མ་ཡིན་ནོ་གསུངས་རེད། གཅིན་ལ་གཅིན་མེད་པའི་སྟོང་པ་ནི་རང་རེད་འགྲོ་གི་རེད་གར་སེམས་མིག་མིག་གི་སྟོང་བ་མ་ཤེས་པ། མིག་ཁོ་རུ་ཁོ་རུ་སྟོང་བ་མ་ཤེས་པ་མིག་གི་སྟེང་དུ་བདེན་གྲུབ་ཀྱི་སྟོང་བ་འགྲོ་ཞེས་བཤད་སོང་ན་གཅིན་ལ་གཅིན་མེད་པའི་སྟོང་པ་སེམས་རྩོམ་པའི་གི་ཡང་གཉིས་ཀར་གི་གཞན་དབང་གི་སྟེང་དུ་གཟུང་འཛིན་གཉིས་ཀ་སྟོང་པའི་གི་སྟོང་པ་སྐད་འདྲ་བོ་རེད་འགྲོ་གི་རེད། དེ་འདྲ་བའི་སྟོང་པ་དེ་སྟོང་པ་ནི་མིན་ཚེ་བ་རེད། ག་རེ་རེད་ཟེར་ན་མིའི་མིག་གིས་སྟོང་ཟད་དུ་མིག་གི་ཞེས་པ་དང་སྦྲེལ་ཡོད་ཞེས་ལབ་ཚར་འདུག་མིག་གི་ཞེས་པ་དེ་ག་རེ་མིག་གི་བྱ་བ། མིག་གི་བྱ་བ་སྟོང་པ་ལ་མིའི་མིག་གིས་སྟོང་ཟེར་མིག་གི་བྱ་བ་སྟོང་ཡ་ལ་མིས་སྟོང་དགོས་ཀྱི་རེད་བ། མིས་མ་སྟོང་ན་མིག་གི་བྱ་བ་སྟོང་གི་མ་རེད་བ་ཁྱེད་ཚ་མིའི་མིག་གར་སོང་མི་ནི་ནང་གི་ཞེས་པ་དང་བྲལ་བའི་ཕྱིར་སྟངས་ཞེས་ཟེར་སྐབས་སུ་མིའི་མིག་གིས་སྟོང་ཚུལ་དེ་མིག་གི་བྱ་བ་སྟོང་ཚུལ་དེ་རེད་བྱ་མིག་གི་བྱ་བ་སྟོང་བ་ལ་མིས་སྟོང་དགོས་ཀྱི་རེད་ཁྱེད་ཚ་པ་འདི་བདག་གྲགས་པ་གི་ད་གར་སོང་མིས་ཁོ་རང་ངོ་བོ་སྟོང་པ་ནས་བཤད་འདུག་མ་གཏོགས་མིས་མ་ཡིན་པའི་མིག་གི་སྟེང་དུ་གདན་ཁྲི་སྟོང་བ་ནས་བཤད་མི་འདུག།

ཧ་གོ་གི་རེད་ཟེར་ནས་ཕྱི་རབས་པ་དེ་ཚོ་ལྟོས་ཟེར་བྱས་ནས་འགྲེལ་བཤད་རྒྱག་གི་འདུག་ཨ། ཡིན་ན་ཡང། དེའི་སྐབས་སུ་གི་རང་བཞིན་དེ་རང་བཞིན་དེ་ལ་ཤེས་རྟོགས་དོན་དམ་གི་རང་བཞིན་དང་ཀུན་རྫོབ་ཀྱི་རང་བཞིན་གཉིས་ཡོད་པ་ལས་དེའི་སྐབས་སུ་ཀུན་རྫོབ་ཀྱི་རང་བཞིན་ཡིན་པ་དེ་ཧ་ཅང་ཟ་ཁ་རེད་ཤག། ག་རེ་ཟེར་ན་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཞང་སྤྱི་ཚེ་འབྲས་ནང་ལོགས་ལ་བུ་རོག་རང་བཞིན་ངར་བ་དང་མེ་ཡི་རང་བཞིན་ཚ་བ་ལྟར། ཚ་བ་ལྟར་དེ་བཞིན་ཆུ་སྣང་ཐམས་ཅད་ཀྱི་རང་བཞིན་སྟོང་པ་ཉིད་དུ་ཤེས་གསུངས་འདུག་ཨ། དེ་བཞིན་ཆུ་སྣང་ཐམས་ཅད་ཀྱི་རང་བཞིན་སྟོང་པ་ཉིད་དུ་ཤེས་ཟེར་བའི་སྐབས་སུ། ད་ཡིག་གང་དུ་ཤེས་པ་ནང་བཞིན་དུ་གཞི་བྱས་པའི་བརྡ་འཕྲིན་ནང་གི་གཞན་ལ་རག་མ་ལས་ཟེར་ཏེ་རང་གི་འཇོག་གཞི་དེ་ལ་གོ་གྱི་ཡོད་པ་དེ་གོ་གོ་དགོས་ཀྱི་ཡོད་པ་དེ་བྱང་ཆུབ་སེམས་དེ་འདི་ག་ཟག་གི་འགྲོ་བ་བུ་རོ་ཡི་རང་བཞིན་དེ་མངར་བ་རེད། རོ་བ། བུ་རོ་གི་རང་བཞིན་ཁོར་གི་ཐུན་མོང་མ་ཡིན་པའི་འཇོག་གཞི་དེ་མངར་བ། དེ་ནང་བཞིན་དུ། ཨ་ནི་གར་ཟེར་དགོས། མེ་ཡི་རང་བཞིན་གྱི་ཐུན་མོང་མ་ཡིན་པའི་འཇོག་གཞི་དེ་ཚ་བ། བ་དེ་ནང་བཞིན་དུ་ལྟ་ཕྱིར་རང་གི་ཐུན་མོང་མ་ཡིན་པའི་འཇོག་གཞི་དེ་གཤེར་བ། ད་ཐེངས་འདིའི་བརྩམས་པ་ལ་དེ་སྟོང་པ་ལ་རང་བཞིན་སྟོང་ཟེར་གྱི་རེད་ཟེར་སྐབས་སུ་རང་བཞིན་དེ་སྐུ་གཟུགས་ཀྱི་རང་བཞིན་སྟོང་པ་ལ་ད་ག་རུ་བཤད་སོང་མ་གཏོགས་དོན་སྟོང་པར་བྲི་བ་ཟེར་ན་འདྲ་འདུག་བདེན་པར་བྲི་བ་ཟེར་དུས་ལ་གཞར་མ་སོང་བ་དེས་འདི་བསམ་པ་ལ་རང་བཞིན་གྱིས་སྟོང་ཟེར་ན་འདྲ་རང་བཞིན་དེ་ལ་ནི་ཡང་འདི་བསམ་པ་ལ། འོ་མ་མཐའ་འཁྱེར་བའི་དགེ་ལུགས་འདིར་གཙོ་བོ་རང་བཞིན་གྱིས་སྟོང་ཟེར་ཡག་གི་རང་བཞིན་དེ་མེ་ཡི་རང་བཞིན་ཚ་བ་དང་ཕྱི་ཡི་རང་བཞིན་གཤེར་བ་དེ་སྟོང་པ་ལ་རང་བཞིན་སྟོང་ཟེར་གྱི་ཡོད་རེད་དེས་འདི་བསམ་པ་ལ་ཕྱི་ར་གཉིས་པོ་ནང་གི་དོན་དེ་ཡང་མཐའ་གཅིག་ཏུ་བདེན་འབྲི་ཁོ་ན་ལ་དཀོལ་གྱི་མ་རེད་ཟེར་ནས། ད་དུས་སུ་ཇི་ནས་འགྲེལ་བཤད་རྒྱག་དགོས་ཡིན་ས་རེད། རྒྱུས་སུ་རེད། དེ་ནང་བཞིན་དུ། ཀུན་མཁྱེན་ཀློང་ཆེན་རབ་འབྱོར་གྱིས་ཨ་ནི་ད་སྔ་འགྱུར་གྱི་ཤོག་ནས། གསུང་དུ་བྱས་ན་ད་ལྟ་སྒང་ལ་དབུ་མ་བཞི་བརྒྱ་པའི་བདག་འགྲེལ་རེད་དེ་ནང་བཞིན་དུ་རིག་པ་དྲུག་གཅིག་པ་རེད་དབུ་མ་འཇུག་པ་རང་འགྲེལ་རེད་ཞང་ཚིག་ཚན་འགྲེལ་རེད་དེ་དང་རྗེས་སུ་མཐུན་པ་བྱས་ནས་ཕྱིས་སུ་ཀུན་མཁྱེན་ཀློང་ཆེན་རབ་འབྱོར་དང་རང་སྲོག་མ་དཔལ་གྱི་རྟགས་ཀྱི་ཤོག་ད་ལྟ་གང་དུ་གྲོངས་པ་ནང་བཞིན་རེད་ལ་ད་ལྟ་ཡུལ་གཞན་མཛོད་འགྲེལ་ནང་ལ་ག་རེ་སོང་བ་རེད་ཟེར་ན་ཆོས་ཀྱི་བདག་མེད་པ་དང་སེམས་དོན་དོན་དུ་འདོགས་པ་འགའ་སྟེ། ཁྱོད་ཀྱི་བདག་གཅིག་པ་ཁྱོད་ཀྱི་ངོ་བོ་ཡིན་པས་སའི་ངོ་བོ་བཅད་དེ་འདོགས་པའི་ཕྱིར་རོ། དེ་ཡིན་གསུམ་པར་ཁྱོད་ཀྱི་བདག་བསལ་ཏེ་ཁྱོད་ཀྱི་ངོ་བོ་དེ་ལ་བཞག་དགོས་རེད་མ་གཏོགས་ཁྱོད་ཀྱི་ངོ་བོ་མ་ཡིན་པས་ཁྱོད་ཀྱི་བདག་བསལ་ཏེ་ཡོད་མ་རེད་ཟེར་སྐབས་སུ་དགོངས་དགོས་ད་ལྟ་གཞི་བརྒྱ་པའི་དགོས་གདངས་འགྲེལ་ནང་སོང་བ་དང། དེ་དང་ཕྱི་ནང་རིག་པ་དྲུག་ཅེས་པ་དང་ད་ཡེ་ཤེས་མཚོ་འདི་ཚོ་ཁྱེད་ལ་ཁྱི་བཞག་འདྲ་བོ་གྱི་རེད་བ་འོ་ད། ཨོ་དེ་ཡིན་དུས་ཐ་སྙད་དུ་ཡང་མེད་པའི་གི་དགག་བྱ་བདེན་འདྲི་ཟེར་དེ་མཐའ་དོན་ཤོད་པའི་རིགས་པའི་དགག་རེད་ཟེར་དེ་ལྟར་བློ་ཡི་སྣང་ཚུལ་གནས་སྐབས་འདི་བཞིན་གཉིས་སོ་སོ་སྐྱེ་བོ་དེ་ཚོ་གི་བློ་ཡི་སྣང་ཚུལ་དང་འཆར་སྣང་གི་འགོག་པ་ཙམ་མ་གཏོགས་ཡིད་ཁོ་རང་ལ་བག་ཕེབས་ཙམ་ཡང་གནོད་པར་བྱེད་ཐུབ་མི་འདུག་རེད་བ། དེ་ཡིན་དུས་བསམ་པ་ལ་བཀའ་སོགས་པ་ནས་གསང་རྒྱུད་ཀྱི་སམ་གང་ལ་མཚོན་སོང་ན་ཡིད་ཁོ་རང་སྟོང་པ་དང་ཡིད་ཁོ་རང་དགག་དགོས་པ་ཡོད་པ་དེ་ཧ་ཅང་གི་རྒྱ་འགྲེལ་དེ་ཚོ་ནང་བསགས་བསྡད་ཀྱི་འདུག་དེ་ཡིན་དུས། ད་རྗེས་དོགས་ནི་ཆེན་པོ་དགུ། བཞི་སྟོང་བཞི་བརྩོམ་གྱི་གཞུང་འདི་ཚོ་ནི་དུས་སུ་བྱས་ནས་སོང་ཡོད་རེད་ད་ཡིན་ནའང་ད་རྗེས་དོགས་ནི་ཆེན་པོ་གོ་རང་གི་དགོངས་པ་མཐའ་ཐུག་ཏུ་ག་རེ་རེད་ཟེར་སྐབས་སུ་ད་ང་ཚོ་ད་འབྲེལ་བ་ཡོད་རེད་བ་ད་འབྲེལ་བ་ཡོད་རེད་བ། དེ་ག་འདྲས་རེད་ཟེར་ན་ལྷག་མཐོང་ཆེན་པོ་དུ་དགོངས་པ་ར་ས་དང་རྩ་ཆེའི་བཀྲིས་ཆེ་རིགས་པའི་རྒྱ་མཚོ་འདི་ཚོ་ནང་སོང་ཡས་ཏེ། ང་རུ་མཚུངས་ངོས་ནས་ད་གོ་བ་ལེན་སྟངས་ག་འདྲས་འདྲ་བོ་ཅིག་ལེན་གི་རེད་ཟེར་ན་ནི། དོན་དམ་པར་མེད་མཐའ་ཉིད་དུ་ཡོད་ཟེར་ནས་བདེན་གཉིས་སོ་སོར་ཤེས་པའི་སྟེང་ནས་དབུ་མ་པའི་ལྟ་བ་མཐའ་དུས་གཏན་ལ་འབེབས་གཏོང་གི་རིམ་པ་ཅིག་ཡོད་རེད། དེའི་རིང་ནས་དེ་ལ་བར་སྟོང་གི་རིམ་པ་དེ་གནས་སྐབས་བསྡུ་བཞི་ལ་བསྟུན་འོས་འདི་སྐྱོན་སྐྱེ་བོ་མེད་པ་ཞིག་བཤད་ཡོད་རེད། དེ་ལ་དུས་གཏན་ནས་རྗེ་བདག་ན་ཆེན་པོ་གི་དགག་བྱ་ཁྱད་ཆེ་བའི་སྐྱོན་ཡོད་རེད་ཟེར་ནས་དགག་བྱ་ཁྱད་ཆེ་བའི་སྐྱོན་གཏོང་བ་ཞིག་ཡིན་མ་གཏོགས། བཀའ་སྩལ་པ། དངོས་གནས་བཅུ་ཕྲག་གི་ལྟ་བ་རྣམ་འཕྲུལ་མ་ཡིན་པའི་དོན་དུ་ལེན་པ་འཕགས་པའི་མྱོས་བྱེད་ཡེ་ཤེས་གཟིགས་ངོ་དང་མཐུན་པར་ཤེས་པའི་སྐབས་སུ་རྗེ་བདག་འདི་ཆེན་པོ་ཡང་ནི་སྔ་རབས་པ་གར་ཟེར་གོ་དཔེར་ན་སྔ་འགྱུར་ཉེས་དམིགས་ཀྱི་རྟ་ཡོད་ཀྱི་ཞེས་པ་དང་གཅིག་པ་གཅིག་ཆོད་བྱེད་ཀྱི་འདུག་ད་དེའི་ཁུངས་ག་རེ་ཡོད་རེད་ཟེར་བ་ཁུངས་ག་རེ་ཡོད་རེད་ཟེར་ན་ནི་རྟག་ཏུ་ངའི་རྟོགས་བརྗོད་ད་མ་རེད་རྟག་ཏུ་ངའི་རྟོགས་བརྗོད་ཟེར་དུ་བཤད་པ་མ་རྫོགས་པའི་སྐབས་རེད་ནི་གར་ཟེར་གོ། དེ་ཡིན་དུས་ད་དུང་ང་ར་བིག་གི་ལྟ་བའི་དགོན་ལག་གནས་ཡོད་རེད། རྗེས་སུ་ལོ་རིམ་ཆེན་པོ་དང་དགོངས་པ་ར་ས་འདི་ཚོ་ལྟ་བའི་ཤེས་པ་རྫོགས་དུས་རེད་དེའི་སྐབས་སུ་ཁོང་ཁས་ལེན་སྐུ་དྲག་གི་ལྟ་བ་ཁས་ལེན་གི་མི་འདུག་དེ་འདྲའི་ལམ་ན་དེ་གཏན་ནས་འགྲིག་གི་མི་འདུག་ཡོད་ག་རེ་བྱས་ནས་རེད་ཟེར་ན། རྟག་ཏུ་ངའི་རྟོགས་བརྗོད་དེ། བྱང་ཆུ་ལོ་རིམ་ཆེན་པོ་མཛད་ཚར་བའི་རྗེས་སུ་རེད་ཤག་ག་རེ་ཟེར་ན་དེ་རྟག་ཏུ་ངའི་རྟོགས་བརྗོད་གི་འགྱུར་རྩོམ་ནང་ལོགས་ལ་ག་རེ་ཡོད་རེད་ཟེར་ན་ནི། ཁོ་རང་གི་བསྐུར་མ་ནང་བསྟན་གྱི་བླ་མ་བྱང་ཆུ་བཟང་པོ་ཟེར་ཞིག་འདི་བ་རྟག་ཏུ་ངའི་རྟོགས་བརྗོད་བླ་མ་བྱང་ཆུ་བཟང་པོ་ཁྱོད་རང་ལ་ངས་རྟག་ཏུ་ངའི་རྟོགས་བརྗོད་འདི་བསྐུར་ཡོད། འདི་གཉིས་ག་རེ་ཟེར་དགོས།

དེའི་གི་རིམ་པ་ཞེས་དང་ཞེས་པའི་སྐབས་སུ་ངེས་ཤེས་ཡིད་ཀྱི་འཛིན་སྟོང་སྐུ་བཞི་ནི་དེ་དེ་ལྟ་བུའི་ཤེས་པ་རྫོགས་པ་ལ་ཟེར་བའི་སྐབས་སུ་ངེས་ཤེས་ཡིད་ཀྱི་འཛིན་སྟོང་ཞེས་སུ་དག་རོ་ཞེས་ད་དེ་ཡང་ངེས་ཤེས་ཡིད་ཀྱི་འཛིན་སྟོང་སྐུ་བཞི་ན་ཟད་དུ་བདེན་འཛིན་ཡིད་ཀྱི་འཛིན་སྟོང་སྐུ་བཞི་ན་ཟད་ནི་ངེས་ཤེས་བདེན་འཛིན་ལ་འགྲེལ་བཤད་རྒྱག་གི་འདུག་བདེན་འཛིན་ཟད་དུ་སྒྲོ་འདོགས་ཤིག། ངེས་ཤེས་གཏན་ནས་མ་རེད། ངེས་ཤེས་དང་སྒྲོ་འདོགས་ནི་འགལ་བ་ཞིག། རྗེ་བདག་ཉིད་ཆེན་པོར་ལྟ་བའི་མཁས་པ་ཆེན་པོ་ཞིག་གིས་སྒྲོ་འདོགས་དང་ངེས་ཤེས་གཉིས་ཀྱི་ཁྱད་པར་ཙམ་མི་ཤེས་ཟེར་ན་ཧ་ཅང་ཐར་བ་ཅིག་རེད་དེ་འདུག་དུས་ཕྱིས་དེ་ངེས་ཤེས་ཡིད་ཀྱི་འཛིན་སྟོང་སྐུ་བཞི་ན་ཟད་ནས་དེ་ནས།

གར་སེར་སྒོ། རེད་མདའ་བ་ལ་ཕུ་བོད་ཀྱི་ཤོག་དྲིལ་ཡོད་རོ། རེད་མདའ་བ་ལ་ཕུ་བོད་ཀྱི་ཤོག་དྲིལ་འདི་ཚོ་ནང་ལོག་ལ་ཧ་ཅང་གི་ཟ་ཁ་རེད་རྗེ་རིན་པོ་ཆེ་ཁོ་རང་གི་རྩ་བའི་བླ་མ་རེད་མདའ་བ་ལ་ཡག་ཕུ་བོ་འདི་བསམ་པ་ལ་ངས་ད་ལྟ་གནས་སྐབས་རང་བཞིན་མེད་པའི་གི་ལྟ་བ་འདི་རྩ་འདོད་བྱེད་གི་ཡིན་མ་གཏོགས་ཁས་ལེན་ཀུན་དགའ་གི་ལྟ་བ་འདི་བཤད་ན་ཤེས་ན་སུ་གི་ནན་ཐུག་གི་རེད་སུ་གི་གོ་ཐུག་གི་རེད་སུ་གཅིག་གི་ཨ་ནི་ནད་དུ་གོ་ཐུག་གི་མ་རེད་བ་རྟེན་གྱི་བསམ་པ་ལ་དང་པོ་གནས་སྐབས་ཙམ་རང་བཞིན་མེད་པའི་ལྟ་བ་དང་གནས་ལུགས་མཐའ་ཐུན་ཉིད་དུ་སྒྲུབ། དེའི་ཡིན་རིང་པོ་དུ་སྒོམ་པ་ལ་བརྟེན་ནས་ཁས་ལེན་ཀི་སྒྲ་གི་ལྟ་བ་ཉོ་བྱ་ཡེ་ཤེས་དེ་མངོན་དུ་ཅིར་ཡོང་གི་རེད་ཟེར་ནས་ཁོ་རང་གི་བླ་མ་ལ་དངོས་སུ་དེ་འདྲས་བྱས་ནས་རེད་མདའ་བ་ལ་ཕུལ་བའི་ཤོག་སྒྲ་རྣམས་ཧ་ཅང་གི་གསལ་ཁ་ཡོད། ཞོ་བ། ཨོ། དེ་འདྲས་ཀི་གསང་རྟོགས་ཀི་རིམ་པ་དེ་ཚོ་དང། ནི་གར་ཟེར་རེད་གོ། དེ་ནང་བཞིན་དུ་ད་དུང་ག་རེ་ཡོད་རེད་ཟེར་ན་ནི། མོ་གཅིག་ལན་ཞིག་གསེར་གྱི་འཕྲེང་བ་བྱུགས། བ་དེའི་ནང་ལོགས་ལ་གར་ཡོད་ཟེར་ན་ད་ལྟ་ངའི་ལྷུ་གྲི་ཡར་སྲེག་གི་གཞུང་དེ་ནི་གར་ཟེར་དགོས། སྟག་ཟ་མོ་དེ་བཤད་གི་མེད་མར་དུ་བཤད་ན་ད་དེ་མི་ཐུབ་པ་ཙམ་གྱིས་སྐྲག་པར་བྱེད་ཀྱི་རེད་ཟེར་ཚིག་དེ་འདྲས་ཅིག་ཡོད། དེའི་སྐབས་སུ་ནི་ལྷུ་གྲི་ཡར་སྲེག་གི་སྟག་ཟ་མོ་དེ་ཐུགས་ལ་བསྔགས་ཡོད་པ་དེ་ཧ་ཅང་གི་གསར་ཁ་རེད་དེ་འདུག་བ། བྱུགས། བ་དེ་འདི་འདི་ལ་དེའི་པར་རིས་ལ་འགའ་འདི་གི་རྣམ་པ་གཅིག་གི་གར་རིས་འདྲ་བོ་ཅིག་ཡོད་རེད་ཟེར་ན། དཔེར་ན་རྒྱའི་རི་མོ་གཅིག་གི་རྣམ་ཐར་ཆེན་པོ་འདི་ཚོ་ནང་ལོགས་ལ། རྒྱུ་རྐྱེན་འཇོམས་པའི་ཡོ་གི་ཞག་གཟིགས་ནས། རྒྱུ་རྐྱེན་འཇོམས་པའི་ཡོན་ལ་དྲི་བ་དྲིས་ནས། ངའི་རྗེས་ལ་ཡོད་པའི་ཀྱི་ལྟ་བ་དེ་རང་རྒྱུད་པའི་ལྟ་བ་རེད་དམ་མཐའ་འགྱུར་བའི་ལྟ་བ་རེད་ཟེར་དྲི་བ་དྲི་བའི་སྐབས་སུ། འོ་ད་ལྟ་ཁྱོད་རང་གི་རྗེས་ལ་ཡོད་པའི་ཀྱི་ལྟ་བ་དེ་རང་རྒྱུད་པའི་ལྟ་བ་ཡང་མ་རེད་མཐའ་འགྱུར་བའི་ལྟ་མ་རེད་ད་དུང་ཁྱོད་རང་ཚོགས་བསགས་སྒྲུབ་པར་ཤོག་དགོངས་རྒྱུ་ཟེར་ནས་རྗེས་སུ་དཔའ་བོ་སངས་རྒྱས་བསྐྱངས་དགོས་བོ་ད་པཱ་ལི་ལྟ་གི་གར་ཟེར་གོ། སྟོན་དོན་པའི་ལས་ཡོད།

སྔ་མ་ནི་བསམ་བཞིན་དུ་བསིལ་བར་བཟུང་ཡོད་པ་དེ་ང་ཚོ་གི་ས་ས་ཏི་ཏི་རེད་ཞེས་བྱས་ཙང་འདི་ནི་བདེན་ཐ་སྙད་དུ་མེད་པའི་བདེན་འདྲི་ཁོ་ན་དགག་བཞག་བྱས་ཏེ་ནི་བདེན་ནི་སོ་སོར་ཤེས་པའི་དབང་དུ་དཔེར་ན་དབུ་མ་རང་རྒྱུད་པ་གི་དོན་དུ་ལ་རྣམ་གྲོལ་དང་རྣམ་གྲོལ་མ་ཡིན་པ་གཉིས་སུ་ཕྱེ་ནས་རྣམ་གྲོལ་བའི་དོན་དུ་བདེན་པ་རྩ་མདོ་མཛད་པའི་སྐབས་སུ་ཧ་ལམ་ད་དེ་འདྲས་ཀྱི་མ་གཏོགས་འདྲ་ས་མི་འདུག་བསམ་བསམ་འདྲ་བ་ཅིག་རེད་བ་བ་དུས་སུ་རེད། གནས་ནི། ཞེས་བདག་འཛིན་ཆེན་པོ་གི་དགོངས་པ་ར་ས་ཁོ་རང་དབང་དུ་གཏོང་ན་ནི་ཡེ་རུང་ངོས་ནས་མ་བསྒྲིབས་ཀྱི་བློ་ཡི་དབང་གིས་ཕར་བཞག་པ་དང་རྟོག་པའི་དབང་གིས་ཕར་བཞག་པ་ཙམ་མི་སྐྱོང་བལྟ་ཡུལ་ཙམ་ཟད་དེ། གོ་བ་གཅིག་ལེན་ན་སྔ་རབས་པའི་གི་ལྟ་བ་ཇི་མ་ཇི་བཞིན་གོ་བ་ལེན་ཐུབ་ཡོད་རེད་ཚིག་རིས་ཀྱི་ནུས་པ་གི་ཐོག་ནས་སོང་ན་ཡེ་རུང་ངོས་ནས་མ་བསྒྲིབས་ཀྱི་རྟོག་པའི་དབང་གིས་བཞག་པ་ཙམ་ཟད་ག་ཟེ་ཡིག་གི་དེ་ནས་ཀ་བ་དང་ཕོངས་པ་ལ་སོགས་པ་གཏན་ནས་མེད་པ་ཡིན་པ་ལ་ཆོས་མིན་སྣང་ངོ་རེ་སྣང་བ་ཙམ་མ་གཏོགས་ཡོད་མ་རེད་ཟེར་འགྲོ་ཅི་ལྟར་ན་དེ་འདྲའི་གོ་བ་ཡང་ལེན་ཆོག་གི་འདུག་བ། འགྲོ་བ། ཞེས་སྣང་ཡུལ་ཤེས་རབ་པས་ཀྱི་ད་ལྟ་དེའི་འགྲེལ་བཤད་རྒྱ་ཐུག་དེ་སོ་སོའི་ཡིད་རུང་ངོ་ནས་མ་བྲིས་ཅིག་རྟོགས་པའི་དབང་གིས་བཞག་པ་ཙམ་ཟེར་ནས་མི་ཅུང་བརྟག་ཡ་ཙམ་ཟེར་གི་རེད་ད་དོན་ངོ་མ་ཡིད་བདེ་འཁོར་རོ་བདག་གཞི་འཁོར་རོ་དོ་ལ་ཡོད་པ་ཁས་ལེན་གི་རེད་བ་ཁས་ལེན། ཚིག་གི་ནུས་པ་དང། ཚིག་གི་ནུས། ག་ཟེར་དགོས་ཚིག་གི་བསྟན་པ་གི་དོན་དེ། ད་ལྟ་ཁྱི་མ་ཁྱི་བྱི་ཡོང་ང་ར་བ་གི་སྐྱིད་པ་ཅི་ཅུང་རུང་ཞེས་མ་བགྱིས་སུ་འགྲེལ་བཤད་རྒྱག་འོང་དུས་བསམ་པར་ཏག་ཏག་འགྲེལ་བཤད་རྒྱག་གི་རེད་བས་སམ་འགྲེལ་བཤད་རྒྱག་གི་མ་རེད་རོ། ཡིན་ཏེ། འོ་མ་དགོངས་པ་ར་གསར་ལྟ་བུ་སྤྱི་ལ་འཚོགས་སོང་ན་གོ་བ་དེ་ནི་ང་ར་བ་གི་གར་ཚུར་གྱི་གོ་བ་ལས་ན་ལེན་མི་ཆོག་ཡང་མི་འདུག་དེ་ཡིན་དུས་བསམ་པ་ལ། དོན་གྱིས་འདི་ནི་ང་ཚོ་གར་མཁྱེན་དགོས་རེད་ཟེར་ན་འོ་མ་ཞི་རགས་དང་ང་ར་བ་དེ་ཚོ་གི་སྡུར་བྱ་ལ་རྩ་འདོ་མཛེས་གཏོང་གི་རིན་པ་མ་གཏོགས་དེ་ཚོ་ལ་འགལ་འདུ་འདྲ་བོ་ཅི་དེ་ཚོང་གི་ཆར་སྲིད་གི་བཟོ་ལྟ་འདྲ་བོ་ཅི་བས་འགལ་འདུ་ཆེན་པོ་ཅི་ཡོད་རེད་དྲན་ནས་ཕྱོགས་དང་ང་ཚོས་ལྟ་སྟངས་དང་གཏན་ནས་ལེན་ཡང་མི་འདུག། འདི་ངེས་པར་དོན་གྱི་འཆད་དགོས་ཨེ་ཅི་རེད་ཟེར་བ། ངས་བསྒྱུར་ཟེར་རེད་ཟེར། ད་དེ་ནས་དོན་ཚན་གཉིས་ལྟ་བའི་གི་དགག་བཞག་གི་བཞག་སྟོང་གི་རིམ་པ་འདྲ་གཅིག་མ་གསུངས་ན་དུས་ཟིན་ཟེར་བ། དེ་ནས་འདི་ནས་སྔ་ར་འོ་མ་སྔ་ར་བར་དུ་ཕྱི་ར་བར་གཉིས་ཀ་གི་ལུས་ལ་མེད་དགག་དང་མ་ཡི་དགག་ས་ཡི་འདྲ་བོ་དང། དེའི་ནང་བཞིན་དུ་རྟོག་པའི་དབང་གིས་བཞག་དང་མི་བཞག་ས་ཡི་འདྲ་བོ་དེ་གཉིས་ཀྱི་ཚིག་རིས་འདྲ་བ་ལ་དོན་མི་འདྲ་བ་རེད་བ། དེའི་གི་ཁྱད་པར་ག་ཞིག་ཅིས་མ་ཞུ་དགོས་འདུག་སྔ་ར་བར་གྱི་འཚོ་བ། སྔ་རབས་པ་འདི་ཚོ་དགའ་མེད་དགའ་དང་མ་ཡི་དགའ་ཟེར་ནས་དགྲ་འུ་མི་ལྟ་བའི་གུ་གེ་དེ་ལ་མེད་དགའ་དང་མ་ཡི་དགའ་གི་བཤད་སྟོང་རིམ་པ་ཡོད་རེད་ལ་ཕྱི་རབས་པ་འདི་ཚོ་བ་ཡོད་རེད། ཡིན་ན་ཡང། སྔ་རབས་པ་ཟེར་ན་འདྲ་སྔ་འཇིག་རྙིང་མ་གི་ཕྱོགས་སེ་ནི་ཕྱོགས་ནི་སོགས་ལ་དོགས་སོང་ན་དགག་བཞག་བཀག་པའི་ཕྱིར་དག་ཆུ་བཞིན་མི་འཕེན་པ་མེད་དགག་དང་དགག་བཞག་བཀག་པའི་ཕྱིར་དག་ཆུ་བཞིན་འཕེན་པ་མ་ཡི་དགག། འདི་ནི་རྟགས་བཀག་སོགས་པ་བཀག་པའི་ཕྱིར་དག་ཆུ་བཞིན་འཕེན་མི་འཕེན་ཟེར་དེ་ག་རེ་ལ་གོ་དགོས་རེད་ཟེར་ན་ཀུན་མཁྱེན་མི་བོ་རྒྱ་མཚོ་གི་ལེགས་བཤད་རྣམས་ལ་དཔེར་གནང་ལོག་ལ། ཤེས་ཟེར་བ་ལ་ལ་འདི་དེ་མེད་དགག་དང་མ་ཡི་དགག་པའོ་ཟེར་ནས་དེ་ནི་མ་རིན་པ་བཞིན་དུ། བཀའ་སོགས་པ་གར་སོང་རེད་ཟེར་ན་ནི། དེ་གཉིས་ཀྱང་དགག་བྱ་མེད་པར་བཀག་པ་ལ་ཁྱད་མེད་ཀྱི་དགག་གཞི་བཟུང་མ་བཟུང་གི་ཁྱད་པར་རྩོམ་མོ། དགག་གཞི་འཕེལ་མ་འཕེལ་དགག་གཞི་བློ་ལ་བཟུང་མ་བཟུང་དེ་ཧྲིལ། དེ་འདྲའི་སྔ་རབས་པ་འདི་ཚོ་དགག་གཞི་བུམ་པའི་སྟེང་དུ་བདེན་པར་བྲིས་པ་བཀག་པ་ཙམ་རེད་མ་གཏོགས་བུམ་པ་ཁོ་རང་བཀག་ཤི་ཡོད་མ་རེད་བུམ་པ་འདི་དགག་གཞི་རེད་ཟེར་གི་རེད། ཕྱི་རབས་པ་འདི་ཚོ་བུམ་པ་དང་ནི་བུམ་པའི་སྟེང་གི་བདེན་འབྲི་འདི་དགག་བྱ་དང་དགག་གཞི་གི་ལྟ་ཚུལ་མ་ཡིན་པར་གཉིས་ཀ་གཉིས་ཚོགས་ད་ག་རུ་ཐད་ཀར་ཁོ་རང་བུམ་པ་ཁོ་རང་བཀག་ཡིན་ཙང།

ཨ་ནི་རང་བཞིན་གྱི་བཞག་སྟངས་དེ་ལ་ཡང་མི་འདྲ་བ་གནས་འདུག་གང་དུ་བཤད་པ་ནང་བཞིན་དུ་བྱང་ཆུབ་སེམས་འགྲེལ་ནང་སྒོས་བུ་རང་རང་བཞིན་མངའ་བ་དང་མི་ཡི་རང་བཞིན་ཚ་བ་སྟེ་ཞེས་པའི་སྐབས་སུ་ཐ་སྙད་ཀུན་རྫོབ་ཀྱི་རང་བཞིན་དག་ཨ་རང་སྟོང་པ་ལ་རང་བཞིན་གྱི་སྟོང་ཟེར་གྱི་རེད། འོ་མ་ཤེས་རབ་འོ་མ་ང་རབ་པ་འདི་ཚོ་འདྲ་བས་ན་ཆུའི་ཁོར་རོ་ངོ་བོ་དེ་མིན་ཆུའི་ཁོར་རོ་མི་སྟོང་པ་ཆུའི་དེ་ཡི་སྟེང་གི་བདེན་གྲུབ་ཀྱི་སྟོང་བ་ཟེར་ནས་རང་བཞིན་གྱི་སྟོང་བ་ཟེར་ནས་ལོག་ཨ་ཅིག་བཞག་གི་འདུག་བསྟན་དེ་རང་བཞིན་བཞག་སྟངས་ཡང་འདྲ་གི་མི་འདུག་ཨ་དེ་ནང་བཞིན་དུ། གར་ཟེར་དགོས་ཆོས་ཐམས་ཅད་བདག་མེད་པ་རེད་ཟེར་ནས་ཚིག་གཉིས་ཀ་ཁས་ལེན་ན་ཡང་བདག་མེད་པའི་གི་དོན་དེ་ཡང་འདྲ་གི་མི་འདུག་ཨ་ནི་ཨོ་མ་ཤི་ར་བ་དེ་ཚོས་ཆོས་ཐམས་ཅད་བདག་མེད་པ་ཟེར་ག་ཚོད་ཆོས་དེ་ཡི་སྟེང་གི་དགག་གཞི་གི་བདག་ཐ་ནི་དུ་མས་དེ་གི་མེད་པ་ལ་བདག་མེད་པ་ཟེར་གི་འདུག་ཨོ་མ་ཤི་ར་བ་དེ་ཚོ་འདྲ་བས་ན་ཆོས་ཁོ་རང་གི་ངོ་བོ་སྟོང་པ་ཆོས་ཆོས་ཀྱིས་སྟོང་བ་དེ་ལ་བདག་མེད་པ་ཟེར་གི་འདུག་དེ་འདི་བདག་མེད་གི་དོན། བདག་མེད་ཀྱི་སྟོན་བྱ་དང་གཏན་ནས་འདྲ་གི་མི་འདུག། དེའི་ནང་བཞིན་དུ་ཆོས་ཐམས་ཅད་དོན་སྟོན་པ་མ་བསྒྲིབས་ཟེར་ནས་གཉིས་ཀ་གི་ལག་གི་འདུག་ཡིན་ནའང་ཆོས་ཐམས་ཅད་དོན་སྟོན་པ་མ་བསྒྲིབས་ཚིག་གི་རིམ་པ་དེ་གནས་ལུགས་ཤོད་བྱེད་ཀྱི་རིགས་པའི་ཆོས་འདི་དག་ཐམས་ཅད་དགག་བྱར་བཟུང་ནས་འདི་མཁས་མ་མཁས་དེ་ལ་བལྟ་དགོས་འདུག་དེ་འདི་སྔ་རབས་པ་དེ་ཚོ་གི་གནས་ལུགས་ཤོད་པའི་རིགས་པའི་ཀྱི་ཆོས་འདི་དག་ག་རུ་གནས་དགག་བྱར་བཟུང་ནས

མ་གྲུབ་པར་འཁྲུལ་ངོར་སྣང་བ་ཙམ་འཁྲུལ་ངོ་དེ་ནམ་ཞིག་སངས་རྒྱས་པ་དེའི་ཚེ་ན་འཁྲུལ་བ་དེ་ཕ་ཟད་ནས་རྟོགས་པ་ཟད་པའི་ཚེ་ན་འཁྲུལ་ངོར་སྣང་བའི་གི་སྣང་བ་ཡང་ཟད་འགྲོ་གི་དེ་ལ་རྟོགས་པའི་རྟགས་རྟོགས་པའི་དབང་གིས་བཞག་དེ་ཟད་ཀྱི་འདུག། ཨཱ་ནི། དབུ་མ་ཞི་རགས་པ་འདྲ་བ་དེ་སོང་བས་ན་རྟོགས་པའི་བཞག་ཟད་ན་ཟད་ཟད་ན་ཡང་རྟོགས་པའི་དབང་གིས་བཞག་ཟད་ན་མ་ཟད་ན་དོན་ལ་འཁོར་བའི་ཡུལ་དེ་ཡོད་བདེན་གྱི་ཕྱིར་བ་བ་དེ་འདྲིས་ཀྱི་ཁས་ལེན་བདེན་གྱི་འདུག་སངས་རྒྱས་པའི་ཚེ་ན་ཡང་རྟོགས་པ་ཐམས་ཅད་ཟད་ན་ཡང།

ནས། ད་ང་ཚོ་དོགས་པ་ག་རེ་ཡོད་རེད་ཟེར་ན་དཔེར་ན་འོ་མ་ང་ར་པ་འདི་ཚོ་རྟོགས་པ་ཐམས་ཅད་སྒྲིབ་པ་ཟེར་ན་གཞང་ཕྱི་སེམས་དང་སྐུ་གཟུགས་གསལ་བྱེད་འདི་ཚོ་གང་འདྲི་ཡིན་ན་ཟེར་འདྲི་ཞིག་ཡོད་ར་ད་སྐུ་གཟུགས་གསལ་བྱེད་རྟོགས་པའི་ངོ་བོ་གྱུར་པའི་སྐུ་གཟུགས་གསལ་བྱེད་འདི་ཚོ། རྟོགས་པའི་ངོ་བོ་གྱུར་པའི་སྐུ་གཟུགས་གསལ་བྱེད་འདི་ཚོ་སྒྲིབ་པ་རེད། ག་ར་རེད་ཟེར་ན་ནི་ཞོན་རྒྱུའི་ནང་ལོ། དང་པོ་དངོས་རྟོགས་རྗེས་གནང་ལོ་ལ་ཡང་རྒྱ་ལ་སོགས་ལ་ཆགས་པ་འཕྲ་ཟེར་ནས། རྒྱ་བ་རྫོགས་པའི་སངས་རྒྱས་ཀྱི་གོང་བུ་རིན་པོ་ཆེ་མཐོང་ན་ཅི་མ་རུང་སྙམ་པའི།

དེ་ནས་བྱིན་ན་སྲོག་འདོར་བ། དེ་ལ་རྨོངས་པ་ཟེར་བྱ་ཡོད། གར་དགོས་རྒྱུ་ང་ཉེ་བར་ཞི་དོན་དུ་འབྲས་བུར་རྨོངས་པར་བཟློག་མི་བྱ་ཞེས་པའི་བཀའ་གསང་གནད་འགག་ཙམ་བཟློག་ཡ་ཡོད་མ་རེད་མཐའ་ཐུག་བཟློག་ཡ་ནས་བཟློག་དགོས་ཀྱི་རེད་ཟེར་ནས་སྤྱོད་འཇུག་ཁ་ཐུག་ལ་ཧ་ཅང་གསལ་ཁ་རེད། དེ་འདི་བསམ་པ་ལ་རྟོགས་པའི་ངོ་བོ་བྱེད་པའི་སྐུ་རྫོགས་གསལ་བྱེད་དེ་ཚོ་ཡང་བརྗོད་པ་ཡིན་པ་དེ་ནི་ཧ་ཅང་གི་གསལ་ཁ་རེད་ཟེར་ནས་ད་གར་ཟེར་དགོས། མི་འདྲ་སྟོང་གི་རིམ་པ་དུས་སུ་རེ་བྱ། དེ་ནས་གར་སེར་སྒོ་དབུ་མ་མཐའ་འཁྱེར་བའི་གུ་ལུས་ལ་ནི་དབུ་མ་ཕྱི་རབས་པ་འདི་ཚོ་གི་ཐ་སྙད་ཚད་མེད་བྲིས་པ་རེད། དབུ་མ་སྔ་རབས་པ་འདི་ཚོ་ནི་དབུ་མ་མཐའ་འཁྱེར་གུ་ལུས་ལ་ཐ་སྙད་ཚད་མེད་བྲིས་པ་ཟེར་ཡོད་ཡོད་མ་རེད། ཐ་སྙད་ཚད་མེད་བྲིས་པ་ཚོ་མེད་པ་ཚོ་མ་ཚད་ཕྱིར་ཚད་མེད་བྲིས་པ་ཟེར་དོགས་གཏན་ནས་གནས་ལུགས་མཐའ་དོགས་གཏན་འབེབས་ཀྱི་སྐབས་སུ་ཁས་ལེན་གྱི་མི་འདུག་འོ་ད་དུས་སུ་ཇི་སྟེ་དབུ་མ་སྔ་རབས་པ་དང་ཕྱི་རབས་པ་འདི་ཚོ་མི་འདྲ་སྟོང་གི་རིམ་པ་དུས་སུ་རེ་བྱ།

ཕྱིར་ཐ་སྙད་ཚད་གྲུབ་ཟེར་གྱི་ཐ་སྙད་བསྟན། ད་ཐ་སྙད་ཚད་གྲུབ་ཟེར་ཏེ་ཁ་ཅིག་གི་བླ་ན་མི་ཚིག་བསྟན་ཀི་ག་རེ་གོ། ཁྱེད་དབང་གིས་ནི་བྱིན་པའི་གོས་ལྷུ་གྲི་གོང་བྱས་ལ་སོགས་པའི་གཞུང་ནང་ཁོག་གསར་དུ་ཟུག་པ་རེད་དེའི་སྔོན་དུ་ཡོག་མ་རེད་ཟེར་ནས་ཉམས་ཞིབ་པ་ཁ་ཤས་ཀྱིས་གཏན་ཕྱི་ཁོ་རང་དེ་འདྲའི་བྲིས་འདུག་ད་དེ་ཚོ་གི་གཞུང་ཆ་ཚང་མ་མཐོང་བའི་སྐྱོན་གཞུང་ཞིག་ག་རེ་ཟེར་ན་ཀུན་མཁྱེན་སྨུག་པོ་རྒྱ་མཚོ་གི་གཞུང་ནང་ལོགས་ལ་གཞུང་བཞི་ཡི་བཀའ་ནན་ནང་ལོགས་ཐ་སྙད་ཚད་གྲུབ་ཟེར་ནག་མོ་སྨན་རྫས་ཕྱི་རས་རྟོགས་པའི་རྟགས་ཐོག་ནས་མི་སྐྱོན་ཟེར་ནས་དེ་ནས་མ། ཐ་སྙད་ཚད་གྲུབ། གཞན་ཡང་ཐ་སྙད་ཚད་གྲུབ་ནི་སྒྲིབ་བཞི་དབང་པོ་སོགས་ཀྱི་སྔགས་སུམ་དང་བསྲེས་ནས་ཧ་ལས་པ་ཐ་སྙད་མང་པོ་ཞི་བོ་ཡོད་རེད་མི་ཚིག་དེ་ལྟ་བ་རུ། དེ་ཡིན་གྱི་བསམ་པར་ཁྱོད་འགས་ནི་ཆིན་པི་གི་གཞང་དཀར་ཟེར་རེ་གོ། ལྷོ་ཁྲི་སྒང་སྐྱེས་ལ་སོགས་པའི་གི་ནི་ནང་ལོག་གི་སྟོང་ནི་སྐོར་སྟོང་གི་རིམ་པ་དང་ཚིག་རིས་དང་ཧ་ཅང་གི་སྟབས་བདེ་བོ་དེ་གཉིས་བརྗེ་བོ་ཅི་རེད་མ་གཏོགས་རང་སྲོག་མ་དཔེ་འདྲི་དག་གི་ཐལ་སྐྱེས་ཚུན་ཆོད་ནོག་སོང་བཞག་པ་དེ་ཅི་མ་ཅི་བཞིན་གྱི་ཡོད་རེད་ཅི་མ་ཅི་བཞིན་གྱི་དེ་ནང་བཞིན་ད་གཙོར་བཟློག་ནས་བཤད་པའི་གི་རིག་པ་ཅི་མ་ཅི་བཞིན་གྱི་རེད། དེ་གར་རེད་ཟེར་ན་གཙོ་རྟོག་ནང་ལ་གར་སོང་ཡོང་རེད་ཟེར་ན་དཔེར་ན་ཁྱེད་རང་དགེ་འདུན་ཆེན་པོའི་གི་ཤི་ཤ་བཞི་ལ་བཞག་པའི་བཞག་བཞག་དུ་བདེར་རྫུན་ཡན་ལག་བཏུས་པའི་མཚན་མ་ནི་གཅིག་གི་རྫུན། ཁུ་གཅིག་ལག་བསྟན་ཐོག་ནས་ཐ་ནི་ཚད་དུ་འཇོག་ལ་བློ་མ་བདེ་སའི་ཚིག་ཅི་ཡོད་རེད་དྲན་སོང་ཕར་ཕྱིན་དེ་འདྲའི་རང་ཚིག་ཇི་མ་ཇི་བཞིན་ཨེ་ཡིན་མི་ཤེས་རོ་བ་དེ་འདྲའི་ཅི་ཡོད་རེད་ད་དེ་གར་ལ་རེད་བཞག་བཞག་ཡོད་པའི་རྒྱུ་མཚན་ག་རེ་རེད་ཟེར་ན། རྟེན་བྱ་བའི་མཚན་མ་འགྲོ་བ། རྟེན་བྱ་བའི་མཚན་མ་དེ་ནི་མཚན་མ་ཡིན་པའི་རྒྱུ་མཚན་ག་རེ་ཟེར་ན་དེའི་ཡུལ་དེ་ཇི་ལྟར་འཇའ་བ་མི་ཟེར་ཏག་ཏག་འདུལ་བ་ཟེར་ནས་ཁོ་ནི་ཕར་འཕྲོག་ཚུར་འཕྲོག་བྱས་ནས་ཏག་ཏག་བདེན་པ་ཡིན་པ་འདྲ་ཅེས་བསྒྲུབ་བོ། དེ་སྒྲུབ་སྟངས་ཀྱི་རིམ་པ་དེ་གཙོར་བཟློག་ནོར་ལ་དག་རུང་བ་ད་ནི་ཚད་གྲི་ཡོད་པའི་སྒྲིག་གཞི་ག་རེ་རེད་ཟེར་སྐབས་སུ་ད་དངུལ་སྨྲ་བ་དེ་ཚོ་གི་ག་རེ་གོ་རེ་ཟེར་ན་འོན་ཏེ་ཁྱོད་ཀྱིས་ཚད་གྲི་པས་བཞག་བར་བྱ་བ་འབྲི་གྱིར་ལ་བཞག་བཞག་གྲི་པས་ཚད་གྲི་ན་ཁྱོད་ཀྱི་གནས་སྐབས་འོག་འབྲི་མི་འགྱུར། རོ། བདུད་རྩི་བྱིན་ནས་སོང་ཞིག། དེ་ཡིན་དུས་བསམ་པ་ལ། ཡ། ཆུ་རོ་བཞད་བཞད་ཡོད་པའི་རྒྱུ་མཚན་གྱིས་ཚེར་མ་ཡོད་ཟེར་གྱིན་འདུག་ཚེར་མ་ཡོད་པའི་རྒྱུ་མཚན་གྱིས་བཞད་བཞད་ཡོད་ཟེར་གྱིན་འདུག་འོ་ན། བཞད་བཞད་དང་ཚེར་མ་གཉིས་ཀ་དེ་ལྡན་པ་ཡིན་པའི་གི་དཔང་པོ་དེ་ག་རེ་ཡོད། ཕ་ཡི་དཔང་པོ་བུ་རེད་བུ་ཡི་དཔང་པོ་ཕ་རེད་ཕ་བུ་གཉིས་ཀ་ལྡན་པ་ཡིན་པའི་དཔང་པོ་སུ་གི་བྱེད་དགོས་རེད་ཟེར་འགྲོ། རོ། ཡིད་ཡོད་པའི་རྒྱུ་མཚན་གྱིས་ཡིད་སྐྱེད་ཡོད། ཡིད་ཆེས་དེ་རྟོགས་མཐུན་ཡིན་ཟེར་ཡིད་ཆེས་རྟོགས་མཐུན་ཡིན་པའི་རྒྱུ་མཚན་གྱིས་ཡིད་ཡོད་ཟེར་འོ་ན་ཡིད་ཆེས་རྟོགས་མཐུན་ཡིན་པ་དང་ཡིད་དེ་ཇི་ལྟར་ཡོད་པ་ནོར་རྒྱུ་དེ་འཛིན་པ་དེ་དོན་ལ་གནས་ཀྱི་ཡོད་པ་དེ་ཚད་མ་གང་གི་ཧ་གོ་གི་རེད་ཟེར་ནས་དུས་སུ་བྱས་ནས་རིམ་པ་བཀོད་སྟངས་གཅིག་གི་ཐོག་ནས་དུས་སུ་བྱས་ནས་བཀག་ཡོད་ཞིང། རྩ་བ་ཁོ་རུ། གཙོ་རྟོགས་ནང་ལ་ད་རུང། འགལ་འདུ་བྱིན་པའི་སྲུང་བ་ནང་བཞིན་ཕ་ཡི་དཔོན་པོ་བུ་ཡི་བྱེད་པ་འདི་ཟེར་ཡང་ནང་བཞིན་དེའི་ནང་ལ། ཚེ་ཡང་དག་རོ་ནི་ཕ་བོ་ནི་ལ་སྦྱར་ནས་གར་སྟེ་ཕ་ཡིས་བུར་བྱེད་བྱ་གར་སྟེ་བུ་ནི་བུ་སྟེ་ཉིད་ཀྱིས་ཀྱང་ཅི་སྟེ་ཕ་དེས་བུར་བྱེད་ན་དེ་ནི་གང་གིས་གང་སྐྱེད་མེད་ཟེར་ནས་ཚིག་ཅི་མ་ཅི་བཞི་ཡོད། འོ་དུས། གཉིས་པ་སྟེ་སོར་རྟོག་རང་འདྲའི་ནང་ལ་ཡང་དེ་འདྲའི་འདྲ་བོ་ཅིག་ག་རེ་ཡོད་རེད་ཟེར་ན། གར་སྟེ་ཁྱོད་ཀྱིས་དོན་དེ་རྣམས་ཚད་མ་ཉིད་ཀྱིས་རར་བྲི་ན་ཁྱོད་ཀྱི་ཚད་མ་དེ་རྣམས་ཀྱིས་ཅི་ལྟར་བར་དུ་འགྲུབ་པར་འགྱུར། གར་སྟེ་ཚད་མ་གཞན་རྣམས་ཀྱིས་ཚད་མ་གྲུབ་ན་འཐུས་པ་མེད། ཟེར་ནས་ད་དུས་ཀྱི་ནི་རིམ་པ་གཅིག་གོ་ཡོད། ད་དེ་ག་རེ་རེད་ཟེར་ན། ཁྱོད་རང་གིས་ཨ་མྱེས་གར་ཟེར་དགོས། ཚད་མ་གི་སྟོབས་ཀྱིས་བཞག་བཞག་བྲིས་བུ་རེད། དེ་འདྲི་ལབ་དེང་དུ་ཨ། དེ་ཚད་མ་དེ་ག་འདྲི་སི་ཨ་མྱེས་བཞག་བཞག་བྲིས་བུ་རེད། དེ་ཚད་མ་དེ་དང་པོ་དེ་ཨ་མྱེས་ག་རེ་དགོས། ད་དཔེ་ན་ནི་བཞག་བཞག་འཇའ་འོད་འོང་དུ་གཏོང་ན་ནི། དེ་དང་པོ་དེ་ཁོ་ཚད་མ་འདྲ་བ་བཞག་བཞག་འཇའ་འོད་བློ་དེ་ཚད་མ་རེད་ཟེར་ནི། བློ་གང་གི་ཞིག་རེད་ཟེར་དྲི་བ་དྲིས། བློ་དེ་རྗེས་སུ་ནི་ཁོ་རང་ཁོ་རང་གི་ཞིག་རེད་ཟེར་ན་ད་འགྲིག་གི་མ་ར་ཁོ་རང་ཁོ་རང་དེ་བདེན་པ་ཡིན་པ་དང་ཁོ་རང་གི་དཔོན་པོ་ཡོང་གི་མ་ར་ད་བློ་གཞན་ཞིག་གི་བསྟུན་ནས་ཁོ་ཚད་མ་ཡིན་པ་དང་ཁོ་བདེན་པ་ཡིན་པ་དང་ཧ་གོ་གི་རེད་དེ་འདྲའི་ལབ་ན་དེ་ཡང་ནི་བདེན་པ་ཡིན་པ་དང་ག་རེ་གི་ཧ་གོ་རེད་དེ་ཡང་བདེན་པ་ཡིན་པ་ག་རེ་གི་ཧ་གོ་རེད་ཟེར་ནས་སྔ་མ་དེ་བདེན་པ་ཡིན་པ་ལ་སྐར་བི་གི་བར་དུ་ཕྱི་མ་ཕྱི་མ་དེ་ཚོ་བདེན་པ་ཡིན་པར་བསྒྲུབ་ན་མདོར་ན་སྔ་མ་དེ་བདེན་པ་ཡིན་པར་བསྒྲུབ་པའི་དུས་ནང་ཡང་མི་འདུག་ཟེར་ནས་ད་ག་རང

ཕྱི་གསལ་ནང་ལོག་ལ་འདི་ཇི་མ་ཇི་བཞིན་ཡོད་རེད་པ་འདི་བདག་གྲགས་པ་གི་རོ་མགོན་པོ་བློ་གྲོས་ཀྱི་གསུང་བ་ཙམ་མ་ཚད་ད་དེའི་དགོངས་འགྲེལ་ནི་རྩ་བ་ཞི་རགས་ཀྱི་དགོངས་འགྲེལ་ཚིག་གསང་དང་ཧ་ཅང་གི་གསལ་ཁ་རེད་ད། འདི་ཚོ་ལ་སྤྱིར་བལྟ་ཡི་སྐབས་སུ་དངོས་གནས་ད་ཚད་མེད། ད་ནི་ཚད་གྲུབ་འདི་ཚོ་གསལ་ཡོད་དེ་རྗེ་བདག་ནི་ཆེན་པོ་གི་ངོས་ནས་ཁས་ལེན་ཡོད་དོ་འདི་བཞག་ལ་བསྐྱུར་ནས་གསུང་གི་ཡོད་པ་དེ་བརྒྱ་ཆ་བརྒྱ་རེད་མ་གཏོགས། གཉིས། བོད་གངས་རིའི་ལྗོངས་ན་དངོས་གནས་འབྲས་རྟག་ཏུ་བཀྲ་བ་རྗེ་བདག་ནི་ཆེན་པོ་ལྟ་བུ་ཅིག་གི་འདོད་གཙོ་མི་ཤེས་པ་ནག་ཚུགས་ཀྱི་སྤྲང་པོ་ཅིག་འདི་ཅིའི་འབྲས་ཤེས་རྒྱག་ཐུག་གི་རེད་ཟེར་ན་ངོ་ཚ་དགོས་འདྲ་བོ་ཅིག་རེད་བ་བྱས་ཙང་ག་རེ་རེད་ཟེར་ན་ཚིག་ཟ་ནོར་ལོག་ལ་ཚིག་འདི་བཞི་ཟ་སྟེ་འདི་རུ་འགའ་ཞིག་དག་གོ་ར་བྱས་ཏེ་དངོས་པོ་རྣམས་སྐྱེ་བ་མེད་དུ་སྙོམས་པའི་ངེས་པ་འདི་ཚད་མ་ལས་སྐྱེས་པ་ཞིག་གམ་འོན་ཏེ་ཚད་མ་མ་ཡིན་པ་ལས་སྐྱེས་པ་ཞིག་ཡིན་གྲང་ཟེར་ནས་དྲི་བ་ནི་དྲིས། དངོས་པོ་འདི་ཚོ་སྐྱེ་བ་ཡོད་རེད་ཟེར་ཏེ་སྐྱེ་བ་ཡོད་པའི་གི་ངེས་ཤེས་དེ་ཚད་མ་བཞི་ལ་བརྟེན་ནས་སྐྱེ་གི་རེད་དེ་ཚད་མ་མ་ཡིན་པ་བཞི་ལ་བརྟེན་ནས་སྐྱེ་གི་རེད་དྲི་བ། ཅེས་དྲིས། གལ་ཏེ་ཚད་མ་བཞི་ལ་སྐྱེ་གི་ཡོད་པ་ཀི་ན་ཚད་མ་བརྟགས་ན་དུ་བཞི་མཚན་ནི་ནི་གང་ཡིད་བརྟགས་ན་ཅི་ཞིག་ཅི་བདག་ལས་སྐྱེས་པ་ཞིག་གཞན་ནམ་ཟེར་ནས་ད་དུས་སུ་ཅི་ནས་ཤེས་འཇུག་བྱེད་ཞིག། གཉིས་པ་དེ་ཚད་མ་མ་ཡིན་པ་ཞིག་ལས་སྐྱེས་པ་ཡིན་ན་དེ་ནི་མི་རིགས་ཏེ་གཞལ་བྱ་རྟོགས་པ་ནི་ཚད་མ་ལ་རག་ལས་པའི་ཕྱིར་ཏེ། རྟོགས་པར་མ་བགྱིས་པའི་དོན་ནི་ཚད་མ་མེད་པར་རྟོགས་པར་མི་ནུས་སོ། རྩ་བ་ནས་ཡོད་མ་རྟོགས་མཁན་ཞིག་ལ་ཚད་མ་བཞིན་གཏན་ནས་བཞག་ཐུབ་བོ་མ་རེད། བྱས་ཙང། ཚད་མ་མ་ཡིན་པ་བཞི་ལ་དུས་ནས་སྐྱེ་བ་ལ་སོགས་པ་ཡོད་པ་དེ་ངེས་ཤིག་སྐྱེ་གི་རེད་ཟེར་ན་འགྲིག་གི་མི་འདུག། དྲི་བ་མི་འདྲ་བ་གཉིས་དྲིས། དེས་འདི་བསམ་པ་ལ་ད་ཁྱོད་སྐྱེ་བ་ཡོད་ཟེར་ཡོད་དུས་ཚད་མེད་ཀྱི་སྟོབས་ཀྱིས་ངེས་པ་དང་འབྲང་གི་རེད་དེ་འདྲའི་ལ་ནི་ད་ཚད་མ་ཟེར་ཏེ་ད་ག་རུ་ཁྱོད་ཁས་ལེན་ཚར་འདུག་བྱས་ཙང་ཚད་མ་མེད་ཟེར་ཡོད་དུས་ག་རུ་ལག་གི་ཡོད་ཟེར་ནས་འོ་དུས་སུ་བྱས་ནས་སོང་བསྡད་ཀྱི་འདུག། ད་དེ་ལ་གཉིས་ཀར་ཟེར་བདག་གྲགས་པ་གིས་དེའི་མཇུག་ཏུ་ལས་དེར་ག་རེ་གནང་དགོས་རེད་ཟེར་ན་ཅི་སྟེ། ཁྱོད་རང་དངོས་པོ་ཐམས་ཅད་སྐྱེ་བ་མེད་དོ་སྙམ་པའི་ངེས་པ་འདི་མེད་ན་ནི་དེའི་ཚེ་རང་ཉིད་ཀྱིས་ཀྱང་མ་ངེས་པ་བཞིན་གང་དུ་འཆི་བར་ཤེས་པ་མི་སྲིད་པའི་གཞི་གཏན་གྱི་རྩོམ་པ་སྟོང་མེད་པ་ཉིད་དུ་འགྱུར་ཏེ། རེ་བ། ད་དུ་ཁོང་གིས་འདི་ལ་འོས་བདག་དངོས་པོ་ཐམས་ཅད་སྐྱེ་བ་མེད་ཟེར་གྱི་ངེས་ཤེས་སྐྱེས་ཏེ། རང་ཉིད་ཀྱི་རྗེས་ལ་ངེས་ཤེས་ཀྱིས་གཉིས་སྐྱེ་བ་མེད་པ་འཛིན་པའི་ངེས་ཤེས་ཡང་དག་པ་ཞིག་བགྲང་གི་མེད་ན་ནི་ཁྱོད་རང་གི་སྟོན་གྱི་རྩོམ་པ་དོན་མེད་རེད་འགྲོ་གི་རེད་ག་རེ་བྱེད་ཟེར་ན་ཅི་སྐྱེ་བ་མེད་ན་སྐྱེ་བ་མེད་པ་ཡིན་ན་འདྲ་སྐྱེ་བ་ཡོད་པ་ཡིན་ན་འདྲ་གང་ལ་ཡང་ཆོ་ངེས་ཤེས་འདྲ་ཡང་མི་འདུག་ག་རེ་ཟེར་ན་ཚད་མ་གཏན་ནས་མི་འདུག་ཚད་མ་མེད་ན་དེ་ནི་འདྲེན་བྱེད་ཀྱི་ནི་ག་རེ་ཟེར་རེད་གོ་དེ་བགྲང་འབད་ཀྱི་ངེས་ཤེས་ཟེར་ཡོད་དང་ཡོད་མ་རེད་ཁྱེད་ཚོས་སྟོན་གྱི་རྩོམ་པ་ལ་སོགས་པ་དང་གཉིས་གཞན་ཀ་རང་ནུས་བཞག་ཟེར་འགྲོ་དེ་འདྲའི་དུས་ཚོད་གཏན་མེད་པ་རེད་འགྲོ་གི་མ་རེད་བས་ཟེར་གི་གདགས་དྲགས་པ་གི་དེ་ལ་ལན། ཅིའི་ཕྱིར་ཞེ་ན། མ་རིག་པ་དེའི་ལན་དུ་གར་སྟེགས་ཁོ་བོ་ཅག་ལ་ངེས་པ་ཞེས་བྱ་བ། གར་སྟེགས་ཁོ་བོ་ཅག་ལ་ངེས་པ་ཞེས་བྱ་བ་འགའ་ཞིག་ཡོད་པ་འགྱུར་ན་ནི་དེ་ཚད་མ་ལས་སྐྱེས་པའོ་ཚད་མ་མ་ཡིན་པ་ལས་སྐྱེས་པ་ཞིག་ཏུ་འགྱུར་ན་ཡོད་པ་ནི་མ་ཡིན་ནོ། དངོས་གནས་གྲངས་ནི་འོག་མ་ཐལ་འགྱུར་བ་ཁོ་བོ་ཅག་དེ་ཚོ་ལ་ངེས་པ་ཟེར་ཡས་དུ་དངོས་གནས་ངེས་ཤེས་ཟེར་ཡས་དུ་ཡོད་པའི་དབང་དུ་བཏུབ་ན་བདེན་པ་རེད་ཁོ་འགྲེལ་བཤད་ཀྱི་རྒྱུ་ཚད་མ་ཞིག་ངེས་པར་དུ་ཡོད་དགོས་རེད་དེ་བདེན་པ་རེད་དེ་ཡིན་ན་ཡང་ཚད་མ་ཟེར་ཡས་དུ་གཏན་ནས་ཡོད་མ་རེད་གར་སྟེགས་ནི་ཡོད་པ་ནི་མ་ཡིན་ནོ། ཅིའི་ཕྱིར་ཞེ་ན། འདིར་མ་ངེས་པ་ཡོད་ན་ནི་དེར་ལྟོས་ཤིག་དེ་ཡང་གནས་འབུ་བྱེར་བའི་ངེས་པ་ཡང་ཡོད་པར་འགྱུར་བ་ཞིག་ན་གང་གི་ཚེ་རེ་ཞིག་ཁོ་བོ་ཅག་ལ་མ་ངེས་པ་ཉིད་ཡོད་པ་མ་ཡིན་པ་དེའི་ཚེ་ན་དེ་དང་འགལ་བའི་ངེས་པ་ཡོད་པ་ག་ལ་འགྱུར་ཏེ། འབྲེལ་བ་ཅན་གཞན་ལ་མ་ལྟོས་པའི་ཕྱིར་རོ། བོང་བུའི་རྭ་ཡི་རིང་པོ་དུ་མཐོང་བཞིན་ནོ་ཞེས་གསུངས། ང་ངེས་པའི་བློ་གསལ་དུ་མེད་ན་ངེས་པའི་བློ་གསལ་དུ་ཡོང་མ་རེད་ཁོ་ནི་བརྟུལ་འཇོག་རེད། རེད་བ། དེས་འདི་གསུངས་པ་ལ་མ་ངེས་པ་གསལ་དུ་མེད་ན་དེའི་གནས་པོ་ངེས་པའི་བློ་གསལ་དང་ཡོད་མ་རེད། དེས་འདི་གསུངས་པ་ལ་ངེས་པ་དང་མ་ངེས་པ་གཉིས་ཀ་དེ་ནི་ཕལ་ཚིག་དོག་ལ་བརྟེན་པའི་དྲི་བ་ནི་དྲི་བ་མི་བཞི་ཐམས་ཅད་འཆད་ཀྱི་གསུངས་ཨེ་རེད་གོ་དེ་འདྲའི་ཚིག་ཅིག་ར་དེ་ད་ག་རུ་དགོངས་པ་བཀྲ་ཤིས་དེ་འདི་བོང་བུ་བོང་བུ་དེ་ཚོ་གི་ར། ཨམ་བི་ར་ཡིས་རིང་ཐུང་ནོངས་བཞིན་རེད་ཟེར་ནས་ཨོ་པ་རེ་ད་གྲྭ་པ་དུས་སུ་ཕྱིན་ནས་ཚིག་གསག་སྐབས་སུ་གསུངས་བསྡད་ཤག་དེ་མ་ཚད་ད་དུང་ཚིག་གསག་སྐབས་སུ་ནི་མཚན་མི་ཟེར་དེ་ཡོད་ན་ག་རེ་མཚན་མི་གི་གྲངས་ག་ཚད་རེད་མཚན་མི་མཚན་ནི་ཟེར་དེ་ག་འདྲི་རེད་ཟེར་ནས་དུས་སུ་ཕྱིན་ནས་ཞིབ་ཆ་ཕྱིན་ནས་ཧ་ལོ་བ་ཚད་མ་ཟེར་དུ་མེད་པ་དེ་ཚིག་གསག་སྐབས་སུ་ཧ་ཅང་གི་གསག་ཁ་རེད་ཤག་ཨ་དེ་དང་རྗེས་སུ་མཐུན་པ་ཨོ་མ་འཇུག་པ་ནང་ལ་གར་སྟེ་འཇིག་རྟེན་ཚད་མ་ཡིན་ན་ནི་ཟེར་ནས་དེ་ནི་གར་ཟེར་དགོས་འཇིག་རྟེན་ཚད་མ་ཉིད་དུ་ཡིན་པ་དང་དེ་ཁོ་ན་ནི་མཐོ་བ་ཡིན་པའི་ཕྱིར་མ་རིག་པ་སྤོང་པ་ཡིན་པ་ཁས་ལོང་བ་ཤག་འདི་ན་ཟེར་སྐབས་སུ་ང་ཚོ་དུས་ཟེར་བ།

འཇིག་རྟེན་ཚད་མར་ཁས་བླངས་ན་ལྟད་ཁོ་ན་ནི་མཐོང་བ་ཁས། ཁོ་ན་ནི་མཐོང་བ་ཁས་བླངས་དགོས་དེ་ལྟ་ན་མ་རིག་པ་སྤོང་པ་ཁས་བླངས་དགོས་ཟེར་ནས་ད་དུས་སུ་བྱིན་ནས་སྤར་གྱི་བདག་ཅག་པ་གི་དབུ་མ་འཇུག་པའི་སྐབས་སུ་དུས་སུ་བྱིན་ནས་སོང་བས་རེད་དེ་གནོད་བྱེད་མི་འདུག་ན་ན་ཡོད་ཚད་མ་མི་ཟེར་ཏེ་དུས་སུ་བྱིན་ནས་ལྟ་འདུག་ཏིང་འཛིན་རྒྱ་བོད་ལུང་དང་མཚུངས་མང་པོ་ཞིག་ཡོད་རེད་བ། ད་དེ་ཚོ། ལྟད་ཁོ་ན་ནི་ལ་ཚད་མ་མ་ཡིན་ཞེས་པའི་དོན་རེད་མ་གཏོགས་ཕྱི་དོན་ཚད་མ་མ་ཡིན་ཞེས་པའི་དོན་མ་རེད་ཟེར་དེ་འདྲའི་ལག་ཡོད་དོ། ད་དེ་ཡིན་ན་སྒང་བའི་རྩ་བ་ཤེས་རབ་ཨ་ཀར་ཀོ། གཙོར་བཟློག་གི་ཚིག་དང་དེ་རྣམས་བཞིན་དུ་ནི་ཚིག་གསག་གི་འདུག་གི་ཚིག་དང་དེ་ཚོ་ཚང་མ་དེ་ལྟ་འགའ་འདི་འདྲ་བ་ཞིག་ཁས་ལོངས་གོ་དོ་འགའ་འདི་ཁས་ལོངས་གོ་དོ། དེ་ནང་བཞིན་དུ་ད་ཚོ་སྤོང་རྟགས་ཡག་ཤོས་ཀྱི་ག་རེ་རེད་ཟེར་ན། འོ་མ་རྩ་མཆུ་བཞི་གསུམ་དེ་རྒྱ་གར་འཕགས་པའི་ཡིན་ནས་དཔེ་ཁ་བ་ཅི་ལགས་དེ་འདྲའི་མཛད་མཁན་དེ་དཔག་ཚ་ལོ་ཙཱ་བ་ཡར་སྲིད་དཔག་ཚ་ལོ་ཙཱ་བ་རེད་ད། དཔག་ཚ་ལོ་ཙཱ་བ་མཛད་པའི་གི་འོ་མ་རྩ་བ་ཤེས་རབ་ཀྱི་སྤྲི་དཀར་སྒྲོལ་མ་གསར་བཞེངས་དེ་ནང་ལ་ག་རེ་ཡོད་རེད་ཟེར་ན་ནི། ཁ་ཅིག་མཐའ་གཉིས་པའི་ཚད་མས་བྲག་སོགས་སུ་སྦྱར་བ་དང་དོན་སྟོན་པར་སྦྱར་བ་ནི་ཡོད་ཟེར་ན་གཉིས་འཐད་དེ། བདག་ཉིད་རེ་ཤ། གཉིས་འཐད་དེ། མཐའ་གཉིས་པའི་ཚད་མར་འདོགས་པ་དེ་རྟོགས་པའི་དོན་ལ་ཚད་མ་ཡི་ཕན་ཆོད་ཚད་མ་གཞན་གྱིས་མི་གནོད་པས་དེ་ཡང་དག་ཏུ་འགྱུར་བས་མཐའ། མཐའ་གཉིས་པའི་ཚད་མ་ཞེས་པ་གཉིས་མེད་ཀྱི་ཚད་མ་གཅིག་གྲུབ་ཕན་ཆད་དེ་ཡི་དོན་བདེན་པར་འགྱུར་བས་ན་ཚད་མ་གང་ཡང་མེད་དེ་ཁས་མི་ལེན་དོ་གསུངས། ད་བཀའ་གཞུང་ག་རྟེན་འཇིག་རྟེན་ཚད་མ་ཡིན་ན་ལྟད་ཁོ་ན་ཉིད་ལ་ཚད་མ་ཡིན་དགོས་རེད་ཟེར་ད་ནི་དཔའ་རྩལ་ཉི་མ་གྲགས་པ་གི་གཞུང་རྩ་ཤེས་ནི་སྤྲི་དཀར་སྒྲོལ་མ་ས་ཞིང་ནི་ཧ་ཅང་གི་ས་ཁ་རེད་བྱས་ཙང་ལྟད་ཁོ་ན་ཉིད་ལ་ཚད་མ་ཡིན་ཚན་ཞེས་དེ་ལ་གང་ཡང་གནོད་པ་མེད་མཁན་ཞིག་དགོས་རེད་དེར་ལྟ་དེ་འདྲའི་ཆེས་རྩ་བ་ནས་སྲིད་གི་མ་རེད་བྱས་ཙང་ཚད་མ་གང་ཡང་ཁས་མི་ལེན་དོ་ཟེར་བ་རྒྱུ་ཟིན་ནས་སོང་ཞིག་ད་དུ་དེའི་ནང་ལོགས་དེའི་འོག་ཏུ་དེ་ལ་ག་རེ་ཟེར་ན་དྲི་བ་མི་འདྲ་བ་ལྔ་ཡི་སྒོ་ནས་ལན་གདགས་ཡོད་རེད། དྲི་བ་མི་འདྲ་བ་ལྔ་ཡི་སྒོ་ནས་ལན་གནང་ཐོག་ཏུ་ག་རེ་རེད་ཟེར་ན་དེའི་ནང་ལོགས་ལ་གཉིས་པ་ཚད་མ་ལ་དྲི་བ་ལྔ་ཡི་ལན་གདགས་པ་ལས་དང་པོ་ནི་ཁྱེད་བཞག་བཞག་ཁས་ལེན་མི་ལེན་ན་ཚད་མ་ཁས་ལེན་ནམ་མི་ལེན་ཞེ་ན། ངས་ཚད་མ་ཁས་མི་ལེན་ཏེ་ཚད་མ་དང་བཞག་བཞག་གཉིས་ཀ་གཙོར་འདོགས་ཏུ་བཀག་པས་ཏེ་ཚད་མ་ལ་བཞག་བཞག་ཡོད་དགོས་པ་ལས་བཞག་བཞག་མེད་པའི་ཕྱིར་རོ། ཨོ་དུས་སུ་དང། དུས་སུ་སྐྱེས་ཏེ། རྒྱ་གར་འཕགས་པའི་ཡས་ནས་རྩ་རྒྱུད་བཞི་གསུམ་ཚོགས་མ་དེ་བས་ཁ་བ་ཅི་ལ་མ། ནས་བསྒྱུར་བ་པོ་ཏི་པཱ་ཚ་ལོ་ཙཱ་བ་ཞེས། པཱ་ཚ་ལོ་ཙཱ་བ་ཀུན་དབུ་མེད་ཀྱི་དོན་ཇི་བཞིན་དུ་རྟོགས་ནས་གར་སའི་རྩ་རྒྱུད་བཞི་གསུམ་དུ་བསྒྱུར་ཐུབ་མེད་ན་ནི། རེ་བ། བསྒྱུར་ཐུབ་མེད་ན་ནི་རྩ་རྒྱུད་བཞི་གསུམ་ལ་ང་ཚོ་ཡིད་ཆེས་བྱེད་ཡས་ཡོད་མ་ཞེས། ད་ནི་བ་ཚྭ་ཉི་མ་གྲགས་པ་གི་དབུ་མེད་ཀྱི་དོན་ཇི་བཞིན་དུ་རྟོགས་ན་ནི། རྟོགས་པའི་དོན་ཏེ་རྩ་འཇུག་བཞི་གསུམ་ནང་གི་སྙིང་པོ་གི་དོན་འདྲ་བ་དེ་རྩ་ཤེ་ཏྲི་ཆད་ཀྱི་འགྲེལ་བ་དེ་ཚོ་ནང་མ་གསལ་ཁ་སོང་ནས་ད་ག་རུ་ཚད་མ་ཟེར་དང་གཏན་ནས་ཁས་ལེན་གྱི་མེད་ཟེར་ནས་ཧ་ཅང་གི་གསལ་བོ་རེད། དེ་ནང་བཞིན་དུ་ཚད་མ་ཁས་ལེན་པའི་དབུ་མ་རང་རྒྱུད་པ་དེ་ཚོ་ལ་ཧ་ཅང་གི་དེ་ནང་ལ་མ་རིམ་པ་བཞིན་དུ་འཇིག་པ་ཚད་མ་དང་བཅས་པ་རེ་རེ་བཞིན་དུ་གོ་དཀའ་གི། དེ་འདི་ཁས་ལེན་གྱི་སྒྲ་གི་ལྟ་བ་དེ་རྒྱ་གར་འཕགས་པའི་ཡུལ་ནས་དངོས་སུ་འགྲོ་བདེན་གྱི་མི་གྱིས་རྒྱ། ད་སྐབས་དཔོན་ཁྲི་ལྟར་ལ་སོགས་པ་དང་ཇོ་ལིག་གི་རིམ་པ་དངོས་སུ་མཛད་ནས་དབུ་མེད་ཀྱི་གོ་དོན་གང་ཡིན་པ་ཧ་གོ་མཁས་བྱེད་དགོས། གཞུང་ནང་ལ་དེ་འདྲི་ཡོད་ན་ད་དུང་ད་ནི་ཚད་མའི་དྲི་བ་ཁས་ལེན་དགོས་རེད་ནི་ཚད་མའི་དྲི་བ་ཡོད་རེད་སོགས་མ་པི་ལུ་ལ་ལབ་ན་ད་ག་འདྲིས་ཆགས་རོགས་ཞེས་རོགས་དེ་ལ་ཁུངས་ག་རེ་ལ་ལྟོས་དགོས་རེད་དེ་ནས་ནུབ་ཕྱོགས་ཀྱི་ཉམས་ཞིབ་པ་དེ་ཚོ་མཁས་པ་ཆེན་པོ་འདི་ཚོ་ཡང། གཞུང་འདི་གཙུག་ལ་བསལ་བའི་སྐབས་སུ་མགོ་མོ་སོ་དྲི་ཡར་བསྲེགས་ཀྱི་ཚེ་མ་ཁས་ལེན་གྱི་མ་རེད་ཟེར་ནས་དག་རུ་བཤད་ཀྱི་རེད་ཚེ་མ་ཁས་མི་ལེན་པའི་ལུས་དག་རུ་བཞག་གི་རེད་རྒྱ་གར་འཕགས་པའི་ཡིན་ན་ཡང་མགོ་མོ་གླུ་སྒྲའི་ཞབས་ཞུ་བའི་དུས་ཚོད་དེ་ལ་ཡང་ཚེ་མ་ཁས་མི་ལེན་པའི་གྲས་སུ་བཞག་ནས་དགག་པ་མང་པོ་ཞུ་རྒྱུ་སྤྱོད་ནས་དེ་ནི་ལས་འབྲས་ལས་ཞུ་བོ་སྐུལ་འདེད་ཟེར་རེད་ས་རེད་དྲན་ནས་ཐ་སྙད་བྲིས་པའི་གཞུང་ལ་སོགས་པ་མཛེས་རེད་ཟེར་དེ་འདྲའི་བཤད་སྲོལ་ཡོད་རེད་བ་ཡིན་ན་ད་དེ་ཐ་སྙད་བྲིས་པའི་གཞུང་ཆ་ཚང་ཞིག་རག་ཡོད་བ་མ་རེད་ཤོ་ལོ་ཀ་ཁ་ཤས་ཀྱིས་མཁན་ཆེན་ཁྱིམ་སོགས་ཀྱི་འོ་མ་འཇུ་བའི་རང་འགྲེལ་འོ་མ་འཇུ་བ་མ་ལ་དག་མར་རྒྱན་འགྲེལ་གྱི་གཞུང་དེ་ཚོ་ནོར་གྲངས་ཡོང་བ་རེད་བ།

སྙིགས་དོང་གི་བྱིས་པ་རང་རེ་རང་ས་ཕྲ་མོ་ཁོ་ན་མ་གཏོགས་དེ་ལས་གཞན་པ་གང་ཡོད་ཚད་མས་སྤྲོད་པ་ཅིག་ཁས་ལེན་གྱི་མི་འདུག་དེ་ཡིན་དུས་གྲུབ་མཐའ་བཞི་པོ་སུ་དེ་ལོས་ཡིན་ན་འདྲ་གུས་རྫོབ་ལྡན་པ་ཡིན་ན་ཚད་མས་སྤྲོད་པ་ཁས་མི་ལེན་པའི་ཁྱབ་པ་འདུག་དེ་ནང་བཞིན་དུ་མདོའི་སྡེ་པར་ཞེས་མདོའི་སྡེ་པ་དེ་ཚོ་ཡང་གང་ཚད་མས་སྤྲོད་པ་དེ་དངོས་གནས་ཁོ་རང་ཚོ་གི་རིག་པ་མཐའ་ཐུས་གྲུབ་མཐའ་དངོས་གནས་ཀྱི་དགོངས་པ་མཐའ་ཐུས་དེ་ཚད་མས་སྤྲོད་པ་དེ་ལས་ཆ་མེད་ནི་མ་གཏོགས་གང་ཡང་བཞག་མི་འདུག་དེ་ནང་བཞིན་དུ། གར་ཟེར་གོ། བྱེ་བྲག་མ་ཡུམ་ད་ག་རུང་མདོ་སྡེའི་བར་དུ་རྗེས་སུ་མཐུན་པ་ཅིག་ནི་ཆ་མེད་ནི་པོ་མ་གཏོགས་ཚད་མེད་གྲུབ་པ་ཅིག་གང་ཡང་བྱ་དགོས་མི་འདུག་འོས། ད་འོ་ན་དེ་ཚོ་གི་ལུས་ལ་ཐར་པ་དང་ནི་ལམ་གྱི་རིམ་པ་དེ་ཚོ་ག་རེ་མེད་པ་རེད་འགྲོ་གི་མ་རེད་འོས་ཟེར་ན་དེ་གཅིག་པ་གཅིག་ཆོད་རེད་འོ་མ་བ་དེ་ཚོ་ཐ་སྙད་ཙམ་དུ་ཡོད་ཟེར་གི་འདུག་ཐ་སྙད་ཙམ་དུ་ཐར་བ་དང་ལམ་གྱི་རིམ་པ་ལ་སོགས་པ་ཉམས་ལེན་བྱེད་དུ་ཡོད་ཡིན་ས་དེ། ཐག་གཅིག་ཏུ་ཁྱད་པར་ལྟ་བ་ལ་སོགས་པའི་གི་སྐྱོན་མཐོང། སྐྱོན་དུ་ནི་ཐ་བ་ལ་སོགས་པ་གང་ཡང་བབས་ཡོད་མ་རེད། དེ་ཡིན་དུས་འདི་ནང་པ་སངས་རྒྱས་པའི་གི་མཐུན་མོང་མ་ཡིན་པའི་ཁྱད་ཆོས་ཀྱིས། ག་རེ་རེད་ཟེར་ན་ནི། བྱེ་བྲག་མང་བ་ནས་བཟུང་སྟེ་དབུ་མ་ཐམས་ཅད་པའི་གི་བར་དུ། བདག་གི་ངོ་བོ་ཟེར་ན་འདྲ་གང་ཟག་གི་ངོ་བོ་དེ་ཁོ་རང་ད་ག་རུ་སྟོང་པ་ད་ག་རུ་ཤེས་དགོས་རེད་མ་གཏོགས་གང་ཟག་གང་ཟག་གི་སྟོང་ཚུལ་བདག་བདག་གི་སྟོང་ཚུལ་གྱི་ཇི་མ་ཇི་བཞིན་གྱི་རིམ་པ་དེ་ཤེས་ཐུབ་མེད་ན་ནོངས་པའི་ཐལ་འཁོར་ཚུད་ཐུབ་མ་རེད། ཤེས་པ་ནོངས་པ་ལྟ་བའི་ཆེད་ཟིག། ལྟ་བ་ལྟ་བའི་ཆེད་པར་ཤོད་པ་ཤོད་པའི་ཆེད་པར་སྒོམ་པ་སྒོམ་པའི་ཆེད་པར་ཟེར་ནས་ཀུན་གཞི་ཆེན་པོ་གི་ཁྱད་པར་ལྔ་བཞག་ཡོང་དུས་བསམ་པར་ལྟ་བ་ལྟ་བའི་ཆེད་པར་ཟེར་གྱི་ཞག་གི་རེ་བ་ལྟ་བ་ལྟ་བའི་ཆེད་པར་ཟེར་ཏེ་བདག་ཏུ་གྲུབ་པ་ཁས་ལེན་མི་ལེན་དེར་བདག་ཏུ་གྲུབ་པ་ཟེར་ཡང་བསྟན་ཡོད་བདག་དེའི་གོང་དུ་བཤད་པ་ནང་བཞིན་དགག་གཞིའི་གི་བདག་ཟེར་ཏེ་ཆོས་ཁོ་རང་གི་ངོ་བོ་རྟོགས་མ་ཐུབ་དེའི་ཐོག་ནས། ཁས་ལེན་དགོས་ར་མ་གཏོགས་ཆུ་ཁོ་རང་གི་ངོ་བོ་སྟོང་མ་སྟོང་གི་ཐོག་ནས་བྱ་གི་མེད་ན་ཉོན་མོངས་ཟེར་བའི་སྤང་སྟོང་གི་རིམ་པ་དེ་ཡོད་མ་རེད་བདག་འདི་ཟེར་དུ་ཁས་སྟོང་གི་རིམ་པ་ཡོད་མ་རེད་དོན་ཇི་ལྟར་རུང་ཕྱི་ལོ་མི་དེ་པའི་ལྟ་བ། མི་འདོད་བཞིན་དུ་ཁས་ལོངས་དགོས་ཐོས་ནས་སྐྱོན་འདི་གང་དུ་བརྗོད་པའི་གི་རིགས་པ་དེ་ཚོ་བ་ཡིན་ས་འདི་ནོངས་པ་སངས་རྒྱས་པའི་གི་མཐུ་མོང་མ་ཡིན་པའི་ཁྱད་ཆོས་ཀྱི་རེད་ཤ་ཟེར་འགྲོ་བ་ཨ་དུས་སུ་རེད་དེ་ཉི་ད་ཐ་སྙད་རྩེ་གྲི་ཁས་མི་ལེན་པ་དེ་དབུ་མ་ཐ་ཨོ་མ་ཐཱན་འགྱུར་བའི་བྱེད་ཆུ་ཁོ་ན་རེད་བས་ཟིན་ཨོ་མ་ཐཱན་འགྱུར་བའི་ཁོ་ནི་བྱེད་ཆུ་ཞིག་མ་རེད་ཨོ་མ་རང་རྒྱུད་པ་འདི་ཚོ་བས་ཁས་ལེན་གིན་འདུག་དང་པོ་ང་རོ་སྒེར་འདྲ་བ་ཞིག་ལྟ་ཐུང་ག་རེ་ཡོད་རེད་ཟེར་ན། པ་ཏི་དྭགས་གྲགས་པ་དགུ་ཨོ་མ་རང་རྒྱུད་པ་སློབ་བུ་དྭགས་གྲགས་པ་ལ་སོགས་པར་སྐྱོན་བརྗོད་མཛད་ཕིག་གི་དུས་ཚོད་དེ་ལ་ཨོ་མ་ཤི་ར་སྒྲོལ་མའི་དུས་སྐབས་རེད་འདུག་ཨོ་མ་ཤི་ར་སྒྲོལ་མའི་དུས་ཚོད་ནང་སྐྱོན་བརྗོད་གི་རིམ་པ་དེ་དང་པོ་དྭགས་གྲགས་པ་ཨོ་མ་རི་གོ་ལས་བསྟན་བྱེད་ཀྱི་སངས་རྒྱས་བྱུང་ལ་སྐྱོན་བརྗོད་བྱས་སངས་རྒྱས་བྱུང་གི་ནི། གསང་སྟོང་གི་རིམ་པ་ལ་དོན་ལ་སྐྱོན་ཡོད་མ་རེད་ཟེར་ན་པ་ཏི་བདག་གྲགས་པ་དགོས་ཚེ་ས་ག་སོ་སྐྱོང་པོ་མཛད་པའི་སྐབས་སམ་དབུ་མ་རང་གཅིག་པའི་དགོས་གཞུང། ཤེས་རབ་སྒྲོན་མེ་འདྲ་བོ་མ་གཏོགས་ད་གཞུང་གཞན་དག་དམིགས་ས་ཡོད་ས་མ་རེད་བདག་གྲགས་པ་དེ་ཚོ་གཞུང་གཞན་དག་དམིགས་ས་དྲང་གི་མི་འདུག་བ། དེ་ཡིན་དུས་ཤེས་རབ་སྒྲོན་མེ་འདི་ཚོ་ནང་ལ་དོན་དོན་ལ་སྣང་གྲུང་དང་སྣང་གྲུང་མ་ཡིན་པ་གཉིས་སུ་ཕྱེ་གི་ཡོད་མ་རེད་མ་ཁྱེད་ཀྱིས་བསམ་པ་ལ་སྣང་གྲུང་བའི་དོན་དག་རྗེས་སུ་མ་ཅིག་ལྟ་ཡི་སྐབས་སུ་ཤེས་རབ་སྒྲོན་མེ་ནང་བཤད་བཞག་ཡི་གི་སྟོང་ཉིད་དེ་སྣང་གྲུང་བའི་དོན་དང་ལྡན་པ་ཚོ་མ་གཏོགས་ཆགས་ཡོད་མ་རེད་ཡིན་ན་ཡང་གལ་དེའི་སྐབས་སུ་སྟོང་ཉིད་ཕྲ་ཤུལ་དུ་ཡིན་ཟེར་ཡི་འདྲ་བོ་ཞིག། དཔེར་ན་རྗེས་དང་ནི་བྱེད་འབུལ་གྱི་ད་ལྟ་ནི། བུམ་པ་དོན་དམ་ན་མེད་པ་དེ་སྟོང་ཉིད་ཕྲ་ཤོས། བུམ་པ་བདེན་གྲུབ་ཀྱི་སྟོང་བ་དེ་སྟོང་ཉིད་ཕྲ་ཤོས་ཡིན་ཟེར་གྱི་རེད་བ་དེ་ནང་བཞིན་དུ་བཀའ་དེའི་སྐབས་སུ། སློབ་བུ་ལས་འབྲེལ་མཇལ་སྐབས་ད་ག་རུ་དུས་སུ་བྱིན་ནས་གསུང་གི་ཡོད་ཡིན་ཙང་དེ་ནི་བདག་གྲགས་པ་གི་ཁོ་ལ་དེའི་སྐབས་སུ་སྐྱོན་བརྗོད་ཅི་བྱ་ཅི་རེད་ཟེར་འགྲོ་གི་རེད་བ། ཕྱིར་གཏོང་ག་རུ་རེད་ཟེར་ན་ནི། ཚིག་ས་ཁོ་རང་ནང་ལོགས་ལ་ཡང། ཚིག་ས་ནང་ལོགས་ག་རུ་གྱི་ཡོད་རེད་ཟེར་ན་ནི། སློབ་བུ་ལས་འབྲེལ་མཇལ་ཡང། དཔེར་ན་ཆུ་ཆེན་སྣང་ཚོམ་བུ་དེ་སྐྱེ་བ་མེད་པར་གཏེར་ལ་འབེབས་པ་དེའི་ཚེ་ན་སྐྱེ་བ་མེད་པ་དེ་འབྲི་ཆུའི་ཆུས་སུ་བཟུང་ནས་དཔེར་ན་བུམ་པ་ཆུ་དེ་སྐྱེ་བ་མེད་དེ་རྟེན་འབྲེལ་ཡིན་པའི་ཕྱིར་ཟེར་བའི་སྐབས་སུ་གི་སྐྱེ་བ་མེད་པ་འབྲི་ཆུའི་ཆུས་སུ་བཟུང་བ་དེའི་ཚེ་ན་ཆུ་ཆེན་སྣང་ཚོམ་བུ་བུམ་པ་དེ་ཡོད་ཕྱིན་ཅི་ལོག་གི་གནས་དོན་ཡིན་པ་དེ་ཁོ་རང་གིས་ཁས་ལེན་གི་རེད་ད། ད་དུས་ད་དུང་སྣང་ཚོམ་བུ་དེ་གནས་རོགས་ཞུ་བྱེད་ཀྱི་རིགས་པ་ཕྲ་མོ་དེ་གིས་ནི་ཁས་གི་མ་རེད་དེ་དོན་དམ་པར་བརྩམས་མ་ཐུབ་ཐ་སྙད་དུ་ཁས་གི་མ་རེད་ཟེར་ཏེ། ཕྱིར་ཡོད་པ་ཙམ་ཁེག་གི་མ་རེད་ཟེར་ཏེ། ད་ཧ་ཅང་གི་ནང་འཁྲི་སྐྱེལ་གྱི་རེད་ཤག། དེའི་ཕྱིར་ན་ཁོ་བོ་ཅག་སྙོམས་པ་དང་ལྷས་བྱས་ཏེ་མི་གཙོ་གཙོ་ཟེར་ནས་བདག་སྐྲག་པ་ཧ་ལམ་སྐད་ཞི་བོ་ཞི་བོ་ཡོད་པའི་སྲོག་འདྲ་བོ་ཅིག་ཏིལ་འབྲས་བྱིན་ནས་སོང་ཡོད་རེད་བ། དུས་སུ་རེད། ད་ཡིན་ན་ཡང་རྗེས་སུ་ད་ང་ཚོ་མཁས་པ་ཆེན་པོ་དེ་ཚོ་གི་གསུང་དེ་ལ་མཐའ་གཅིག་ཏུ་འདི་འདྲ་རེད་ཟེར་ཞུ་ཐུབ་མ་རེད་ད་ཡིན་ནའང་ཕྱིས་སུ་ད་ཏིལ་གྱི་དགག་པ་གི་བརྒྱ་སྟོང་གི་རིམ་པ་དེ་ནི་འགྱུར་བ་ཐེབས་སྨན་ཅུང་དྲན་གི་རེད། ཨོ་མ་དོའི་དུས་དང་དེ་ནས་ཨོ་མ་ནོ་བ་ཏོག་གེ་འབར་བ་དང་དེ་ནས་ཨོ་མ་ནོ་བ་མ་ར་དར་ཏོག་གེ་འབར་བ་དང་ཨོ་མ་གཉིས་པོ་ཡོད་རེད་བ་དེ་ཚོ་བརྩམས་ནས་དེ་ནས་དོན་དམ་ལ་རྣམ་འཕྲོ་དང་རྣམ་འཕྲོ་མ་ཡིན་པ་གཉིས་སུ་ཕྱེ་ནས་རྣམ་འཕྲོ་བའི་དོན་དམ་བདེན་པ་སྟེ་དེ་ལ་འཇུག་པའི་སྒོ་བརྩམས་དང་རྣམ་འཕྲོ་མ་ཡིན་པའི་དོན་དམ་བདེན་པ་བསལ་ཏེ་ཁས་ལེན་གྱི་སྒྲ་ཨོ་མ་ཐང་ཅེར་བ་དང་བཅིབས་པ་ཅེས་བརྗོད་བཤད་ཡོད་རེད། དེ་བཤད་ཀྱི་ཡོད་པ་དེ་དཔེར་ན་མཁན་ཆེན་ཤིང་ཚོགས་ཀྱི་གཞུང། བཙུན་པ་བློ་གཏད་འགོག་པའི་སྐབས་སུ། མཁན་གྱི་ཕྱིན་ཚོགས་ཀྱི་གཞུང་བདེ་གནས་རྣམ་པར་འབྱེད་པའི་བཀའ་འདྲི་ཟེར་གྱི་ཡོད་རེད་བ། དེའི་ནང་ལ་བཙུན་པ་བློ་བརྟན་ལགས་དེ་ལ་ཕར་དྲི་བ་དྲིས་ལན་གྱི་ཚུལ་དུ་སོང་བའི་སྐབས་སུ་ག་རེ་རེད་ཟེར་ན་ནི།